རང་བྱུང་བདག་ཉིད་རྟོགས་པའི་ཕྱིར་ཞེས་པའི་སྐབས་སུ། རང་རྒྱལ་ལམ་གྱི་རྣམ་གཞག་དང། ངག་དོན་ལ་འབྱེད་པ་གཉིས་ཡོད་པ་ལས། རང་རྒྱལ་གྱི་ལམ་གྱི་རྣམ་གཞག་ཟེར་དུས་རང་རྒྱལ་ཟེར་དུས་རང་སངས་རྒྱས་ཟེར་གཅིག་པ་རེད། མདོར་ན། རང་རྒྱལ་ཟེར་ན། འདི་རྒྱལ་བ་དེ་སངས་རྒྱས་དེ་གཅིག་པ་རེད། རང་རྒྱལ་སྲིད་དོན་རང་ཉིད་ཀྱིས་རང་ཉིད་རྒྱལ་བ་ཐོབ་པ་ཟེར་བ་རེད། ཡང་ན་རང་ཉིད་ཀྱིས་རང་ཉིད་སངས་རྒྱས་ཐོབ་པ། དེ་ལ་རང་རྒྱལ་ཟེར་རོ། མདོར་ན་རང་སངས་རྒྱས་ཟེར་དེ་རེད། ཨ་ནི་འདི་འབྲས་བུ་ཐོབ་ས་དེ་འདོད་ཁམས་རེད། འདོད་ཁམས་སུ། དེ་ནས་འཁོར་བའི་ལུས་རྟེན་ཐ་མ་ལ། འདོད་ཁམས་སུ་འཁོར་བའི་ལུས་རྟེན་ཐ་མའི་སྐབས་སུ། དགེ་རྒན་གཞན་ལ་རྩ་བ་རང་ནས་མ་བསྟོད་པར། ཁོ་རང་གིས་ཁོ་རང། དེ་ནས་ཐེག་དམན་གྱི་འབྲས་བུ་ཐོབ་མཁན་དེ་ལ། ཐོབ་མཁན་གྱི་གང་ཟག་དེ་ལ་རང་སངས་རྒྱས་གཟིགས་པ་རེད། ཀུན་མཁྱེན་གྱིས། སྦས་དོན་རབ་གསལ་ནང་ལ་མཚན་ཉིད་བཞག་དོགས་འདོད་པའི་ཁམས་སུ་སྲིད་པ་ཐ་མལ་བའི་རྟེན་ལ་སློབ་དཔོན་གཞན་གྱི་གདམས་ངག་ལ་མ་ལྟོས་པར། རང་བྱུང་གི་བྱང་ཆུབ་མངོན་དུ་བྱེད་པའི་ཐེག་དམན་གྱི་གང་ཟག་ཟུང་ཞེས་དེའི་དོན་དག་འདི་རེད། འདོད་ཁམས་སུ་འཁོར་བའི་ལུས་རྟེན། མཐའ་མའི་སྐབས་ལ། དགེ་རྒན་གཞན་ལ་རྩ་བ་ནས་ལྟོས་མི་དགོས་པར། ཁོ་རང་གིས་ཁོ་རང་གི་བྱང་ཆུབ་ཐོབ་པར་བྱེད་པའི་ཐེག་དམན་གྱི་གང་ཟག་དེ་ལ་རང་སངས་རྒྱས་ཟེར་གི་རེད། ད་འདིས་རང་སངས་རྒྱས་ཀྱི་ལམ་གྱི་རྣམ་གཞག་དེ་ཤེས་འགུགས་ཡོད་རེད། དེ་རང་སངས་རྒྱས་དེས་ཉམས་ལེན་ག་འདྲ་ཅིག་བྱེད་ཀྱི་ཡོད་མེད། འབྲས་བུ་ག་འདྲ་ཅིག་ཐོབ་ཀྱི་ཡོད་མེད། དུས་ཚོད་རིང་ཐུང་ག་འདྲ་ཅིག་འགོར་གྱི་ཡོད་མེད་འདིའི་སྐོར་བཤད་པ་རེད། ངག་དོན་ལ་དཔྱད་པ་ཟེར་ན་ངག་ཟེར་དེ་གཞུང་གི་རེད། གཞུང་གི་དོན་རང། དཔེར་ན་ནམ་རྒྱུན་ང་ཚོ་ངག་དོན་ཟེར་ན་མང་པོ་ཡོང་གི་རོ་ངག་ཟེར་དེ་གཞུང་རང་རེད། ཡང་ན་གཞུང་དོན་ཟེར་དེ་རེད་དང། དཔེར་ན་ངག་དོན་ཀུན་ཏུ་ཉི་མ་ཟེར་འདྲ་བོ་རྣམ་འགྲེལ་གྱི་ངག་དོན་ཀུན་ཏུ་ཉི་མ་ཟེར་དེ་ངག་ཟེར་དེ་གཞུང་རེད། ཡང་ན་གཞུང་གི་དོན་དག་དེ་སྙིང་པོ་ཆེ་ནས་བཤད་ཡོང་གི་རེད། རྣམ་བཤད་དེ་ཚོ་དག་རྒྱས་པར་བཤད་དགོས་རུང་ངག་དོན་དེ་སྙིང་པོ་བསྡུས་ནས་བཤད་འགྲོ་དགོས་རེད། ངག་དོན་གསལ་ཏེ། ཅེས་དང། རང་བྱུང་བདག་ཉིད་རྟོགས་པའི་ཕྱིར། ཞེས་སོགས་ཀྱིས་ངག་དེ་གཞུང་དོན་གཞུང་གི་དོན་དག་དང་མཚུངས། ཨ་ནི། འདི་འདྲ་ཅིག་མ་གཏོགས་འགྲོ་ས་ཡོད་བ་མ་རེད་ཟེར་ན་དཔྱད་པ་དེ་ཐག་བཅད་པ་དང་གསར་བཅད་གཉིས་ཡོད་པའི་ནང་ནས་དང་པོ། ཨ་ནི། རང་རྒྱལ་གྱི་ལམ་གྱི་རྣམ་བཞག་ཤེས་པ་ལ། ལྟ་དེ་གལ་ཆེན་པོ་རེད། འདི། འདི་ལས་ལྷག་པར་རང་རྒྱལ་གྱི་ལམ་གྱི་རྣམ་བཞག་སྒོ་སམ་སྙིང་པོ་ཚང་མ་བསྡུས་ནས་བཤད་ཀྱི་འདུག་དོན་ཚན་ཉུང་ཉུང་ཅིག་ལ། འདིའི་སྐོར་བཤད་སྲོལ་ན་ང་ཚོ་ནམ་རྒྱུན།

ལམ་བགྲོད་ཚུལ་གྱི་ཁྱད་པར་རེད་ཟེར་ན། ལམ་ཉམས་སུ་ལེན་སྟངས་ཀྱི་ཁྱད་པར་ཡོད་རེད། རང་སངས་རྒྱས་ལ་གཉིས་ཡོད་རེད། བསེ་རུ་ལྟ་བུའི་རང་སངས་རྒྱས་ཟེར་དུས་ཁོ་རང་གཅིག་པུ་བསྡད་དེ་ངའི་རང་སངས་རྒྱས་གཅིག། ཚོགས་ལ་སྤྱོད་པའི་རང་སངས་རྒྱས་ཟེར་དུས། མཉམ་དུ་བསྡད་མཁན་གྱི་རོགས་པ་མཉམ་དུ་བསྡད་མཁན་གྱི་རང་སངས་རྒྱས་གཅིག་གཉིས་ཡོང་གི་རེད། དཔེར་ན་བསེ་རུ་ལྟ་བུའི་བསེ་རུ་དེ། ཁོ་རང་ལ་ར་གཅིག་མ་གཏོགས་མེད་པ་རེད། བསེ་རུ་དེ་ར་གཅིག་མ་དུ་མེད་པ་བཞིན་དུ། ཨ་ནི། རང་སངས་རྒྱས་དེའང་ཁོ་རང་གཅིག་པུ་བདེ་མཁན་ཅི་ཡོད་རེད་ག་དུས་ནས་ཁོ་རང་གཅིག་པུ་བདེ་དེང་ཞིག་དེ་ལ་བསེ་རུ་ལྟ་བུའི་རང་སངས་རྒྱས་ཟེར་གོ་རེད། ཚོགས་ན་སྤྱོད་པའི་རང་སངས་རྒྱས་ཡེ་ཟེར་དུས་རོགས་པ་གཞན་དག་དང་མཉམ་དུ་བདེ་མཁན་གྱི་རང་སངས་རྒྱས་དེ་ལ་ཟེར་གི་རེད། འོ་དེ་འདྲས་གཉིས་ཡོད་རུང་བ་དེ་ཡིན་དུས། ལམ་གྱི་བགྲོད་ཚུལ་ཁྱད་པར་བས་ན་ཉམས་ལེན་བྱེད་སྟངས་ཡང་མ་འདྲ་བའི་ཁྱད་པར་ཡོད་རེད། འདི་ཚོའི་སྐོར་ཤེས། འབྲས་བུ་སྒྲུབ་ཚུལ་གྱི་ཁྱད་པར་བས་ན་ད་ཉམས་ལེན་བྱེད་སྟངས་ལ་མ་འདྲ་བ་ཡོད་པ་ལྟར་དུ། རང་སངས་རྒྱས་ཀྱི་འབྲས་བུ་སྒྲུབ་སྟངས་ལ་ཡང་མ་འདྲ་བའི་ཁྱད་པར་ཡོད་རེད། དེའི་སྐོར་ཤེས། ཚོགས་བསགས་པའི་མཐུས་ཀྱིས་འདི་ཚོགས་བསགས་ཏེ། དེ་ནི་ཐེག་པ་ཆེན་པོའི་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་སྐད་ཅིག་མ་རེད། ཐེག་ཆེན་གྱི་བསོད་ནམས་ཀྱི་ཚོགས་ཟེར་ན། ཕར་ཕྱིན་གྱི་དགེ་བ་ལ་གཟིགས་རེ་ཡེ་ཤེས་ཀྱི་ཚོགས་སེར་སྣ་ཡི་ཕར་ཕྱིན་གྱི་དཔེར་ན། སྦྱིན་པ་ཚུལ་ཁྲིམས་བཟོད་པའི་དགེ་བ་ལ་བསོད་ནམས་ཀྱི་ཚོགས་གཟིགས་རེ། སྦྱིན་པའི་ཕར་ཕྱིན་བཟོད་ཚུལ་ཁྲིམས་ཀྱི་བཟོད་པའི་ཕར་ཕྱིན་གྱི་དགེ་བ་ལ་བསོད་ནམས་ཀྱི་ཚོགས། བསམ་གཏན་དང་ཤེས་རབ་ཀྱི་ཕར་ཕྱིན་དགེ་བ་ལ་ཡེ་ཤེས་ཀྱི་ཚོགས་གཟིགས་རོ། འདིས་ཚོགས་བསལ་ཏེ། མང་པོ་ཞེས་པའི་དོན་དག་རེད་དགེ་བ་མང་པོ། དཔེར་ན་སངས་རྒྱས་ཀྱི་ཐུགས་མཉེས་པར་བྱེད་པ་ལ་སོགས་པའི། རྒྱལ་བ་མང་པོ་བསགས་པའི་དུས་ཀྱི་ཁྱད་པར་ཡོད་རེད། རང་སངས་ཀྱི་ཡག་ཤོས་དེ་སི་རི་དོད་པའི་རང་སངས་རྒྱས་རེད་འདི་སྐལ་པ་བརྒྱ་ཙམ་གྱི་རིང་ལ་རྒྱལ་བ་མང་པོ་བསགས་ཀྱི་རེད་སྐལ་པ་བརྒྱ་ཙམ་གྱི་རིང་ལ་རྒྱལ་བ་མང་པོ་བསགས་པ་སྔོན་དུ་སོང་ཚར་ནས་དེ་ནས་སྦྱོར་ལམ་གྲོལ་ནས་སོང་ནས་མི་སློབ་ཀྱི་ལམ་བར་དུ་སྟན་ཐོག་གཅིག་ལ་འབྲས་བུ་མངོན་དུ་བྱས་འགྲོ་གི་རེད་དེ་འདྲའི་གནས་གཞན་དག་ཡང་ཚོགས་ན་སྤྱོད་པ་དེ་ཚོ་སྐལ་པ་བརྒྱ་གི་རིང་ལ་དགེ་བ་མང་པོ་བསགས་ཀྱི་ཡོད་མ་རེད། དེ་འདྲའི་གི། ཚོགས་དེ་དགེ་བ་མང་པོ་བསགས་པའི་དུས་ཀྱི་ཁྱད་པར་ཡོད་ཁོ་ཚོ་ལ། ཁམས་གསུམ་གང་གི་རྟེན་ཡིན་ཅེས་པ་ཟེར་དུས་རང་སངས་རྒྱས་ཏེ། འདོད་ཁམས་ཡིན་མཁན་གྱི་རང་སངས་རྒྱས་ཡོད་བས་གཟུགས་ཁམས་ཡིན་མཁན་གྱི་རང་སངས་རྒྱས་ཡོད་བས་གཟུགས་མེད་ཁམས་ཡིན་མཁན་གྱི་རང་སངས་རྒྱས་ཡོད་བས་ཟེར་དུས། ད་རང་སངས་རྒྱས་ཡིན་ནས་བཟུང་ནས་འདོད་ཁམས་ཀྱི་ལུས་ཡོད་མཁན་གཅིག་རེད་མ་གཏོགས། གཟུགས་ཁམས་ཀྱི་ལུས་ཡོད་པའི་རང་སངས་རྒྱས་ཡོད་མ་རེད། གཟུགས་མེད་ཀྱི་ལུས་རྟེན་ཡོད་པའི་རང་སངས་རྒྱས་ཡོད་མ་རེད་ཟེར་གྱི་རེད། ཁྱེད་རང་དེ་འདྲའི་སྐོར་ལ་མཐའ་གཅིག་གོ་རེད། ཁམས་གསུམ་པོ་གང་གི་རྟེན་ཅན་ཡིན་པ་དཔྱད་པ། སྤངས་རྟོགས་ཀྱི་ཁྱད་པར་ཡོད་པ་དཔྱད་པ་ཟེར་དུས་རང་སངས་རྒྱས་ཐམས་ཅད་སྤང་བྱ་སྤངས་པའི་ཁྱད་ཆོས་དང་རྟོགས་བྱ་རྟོགས་པའི་ཁྱད་ཆོས་གཅིག་ཡོད་མ་རེད། དཔེར་ན། གཅིག་ཅེར་པའི་རྒྱུན་ཞུགས་སྔོན་དུ་སོང་པའི་རང་སངས་རྒྱས་དེ། གཟུང་དོན་རྟོག་པ་སྤོང་ཕྱིར་དང་རྫི་བ་མི་སྤོང་ཕྱིར་བཏང་ནས་ཞེས་པའི་སྐབས་ཀྱི་གཟུང་དོན་རྟོག་པ་སྤོང་པའི་སྤངས་རྟོགས་ཀྱི་ཡོན་ཏན་དེ་ཡོད་མ་རེད་ཁོ། ཉན་ཐོས་དང། དེ་ནས་ག་སུ་རེད་རྟོག་པ་མཉམ་པ་རེད་དེ་ཉན་ཐོས་དགྲ་བཅོམ་དང་རྟོག་པ་མཉམ་པར་ཁོ་རང་སངས་རྒྱས་རེད་དེ། དེ་ནས་ཉན་ཐོས་དགྲ་བཅོམ་རྟོག་པ་མཉམ་པ་རེད་དེ་བྱས་ཙང་མཁན་ཆེན་ངག་དབང་ཆོས་གྲགས་ཀྱིས། ཁ་ཅིག་གིས་དཔེར་ན་རང་སངས་རྒྱས་ཡིན་ན་སངས་རྒྱས་འབྲིང་པོ་ཡིན་པས་ཁྱབ་ཟེར་ན། ཨ་ནི་གཅིག་གྱུར་པའི་རྒྱུན་ཞུགས་ཀྱི་རྟོག་པ་སྔོན་དུ་སོང་བའི་རང་སངས་རྒྱས་ཆོས་བཞིན་སངས་རྒྱས་འབྲིང་པོ་ཡིན་པ་དང་རང་སངས་རྒྱས་ཡིན་པའི་ཕྱིར་ཟེར་ཏེ་འདིར། ཨ་ནི་རང་སངས་རྒྱས་ཡིན་ཚད་ཐམས་ཅད་སྤང་བྱ་སྤངས་པའི་ཡོན་ཏན་མཉམ་པ་རྟོགས་བྱ་རྟོགས་པའི་ཡོན་ཏན་མཉམ་པའི་ཁྱད་པ་ཡོད། ཁྱད་པར་ཡོད། ཁྱད་པར་ཡོད། བྱས་ཙང་དེ་མ་འདྲ་བའི་ཁྱད་པར་ཡོད་དུས་སྤངས་རྟོགས་ཀྱི་ཁྱད་པར་ལ་བྱེད་པ། འབྲས་བུ་ཞིག་གང་རུང་དུ་བཞག་ཏུ་རུང་མི་རུང་ཟེར་དུས། དེ་ནི་རང་སངས་རྒྱས་ཀྱི་ལམ་གྱི་གྲོལ་སྟངས་ཀྱི་སྐབས་སུ་ཟེར་བ་རེད། འབྲས་བུ་དང་པོ་རྒྱུན་ཞུགས་འབྲས་བུ་གཉིས་པ་ཕྱིར་འོང་འབྲས་བུ་གསུམ་པ་ཕྱིར་མི་འོང་འབྲས་བུ་བཞི་པ་དགྲ་བཅོམ་ཟེར་ན་དེ་འདྲའི་འབྲས་བུ་བཞི་བཞག་ཏུ་རུང་མི་རུང་མི་རུང་གི་ཐག་བཅད་པ་ཟེར་བ་རེད། དཔེར་ན་བསེ་རུ་ལྟ་བུའི་རང་སངས་རྒྱས་ཀྱི་ལམ་གྲོལ་སྟངས་ན་ཕལ་ཆེར་འབྲས་བུ་བཞི་དེ་བཞག་རུང་གི་ཡོད་མ་རེད། ཨོ་དེ་འདྲའི་སྐོར་བཤད་པའི་དཔྱད་པ་རེད། བསླབ་པ་སློབ་པ་ཡོད་མེད་ཟེར་ན་དཔེར་ན་ཉན་ཐོས་སློབ་པ་ཡོད་སློབ་མི་སློབ་ཟེར་ཏེ། སློབ་པ་ཟེར་ན་དེ་ནི་ཉན་ཐོས་ཉམས་ལེན་བྱེད་མཁན་གཅིག་དང་ཉན་ཐོས་ཉམས་ལེན་མི་བྱེད་མཁན་གཉིས་ཡོད་རེད། རེད་དེ། རང་སངས་རྒྱས་ལ། ཉམས་ལེན་བྱེད་མཁན་ཡོད་མ་རེད། རང་སངས་རྒྱས་ན་ཉམས་ལེན་བྱས་ཚར་བ་ཡིན་པས་ཁྱབ་པ་རེད། བྱས་ཙང། རང་སངས་རྒྱས་རིགས་ཆེན་གྱི་སློབ་པ་ཡོད་རེད་མ་གཏོགས་རང་སངས་རྒྱས་སློབ་པ་ཟེར་དུ་ཡོད་མ་རེད་ཨེ་སོ་དེའི་སྐོར་ཐག་གཅིག་རོ་བ་ལ་མ་ཡོང་གི་འདུག་བྱས་ཙང་དཔེར་ན་ཐེག་ཆེན་སློབ་པ་ཟེར་ནི་ཡོད་རེད་ཐེག་པ་ཆེན་པོའི་ཉམས་ལེན་བྱེད་མཁན་གང་ཟག་དེ་ལ་ཐེག་ཆེན་སློབ་པ་ཟེར་གི་རེད། ཉན་ཐོས་ཀྱི་ཉམས་ལེན་བྱེད་གང་ཟག་དེ་ལ་ཉན་ཐོས་སློབ་པ་ཟེར་གྱི་རེད་དེ། རང་སངས་རྒྱས་སློབ་པ་ཟེར་ན་ཡོད་མ་རེད་རང་སངས་རྒྱས་ནི་མི་སློབ་པ་ཡིན་པས་ཁྱབ་པ་རེད། རང་སངས་རྒྱས་ཀྱི་རིགས་ཅན་གྱི་སློབ་པ་ཡོད་ཡོད་ཟེར་གྱི་རེད་བྱས་ཙང་སློབ་པ་ཡོད་མེད་མཁས་པར་བྱེད་པ། ཨ་ནི་སྒྲ་བཤད་ཅེས་པ་ཟེར་རང་སངས་རྒྱས་ཟེར་ནས་ག་འདྲ་བྱེད་རེད་དེ་ཡིག་གི་སྒྲ་བཤད་བཤད་པ་དང་རྩ་བརྒྱད་བརྒྱད་ཡོད་པའི་ནང་ནས་དང་པོ་ལམ་གྱི་གྲོལ་ཚུལ་གྱི་ཁྱད་པར་ནི་ཟེར་གྱི་རེད། རང་ས་ལས་ཡེ་ཟེར་ན་འཕགས་པ་ཐོགས་མེད་ཀྱི་རྩོམ་པའི་གཞུང་རེད། འཕགས་པ་ཐོགས་མེད་ཀྱིས་བྱང་ཆུབ་སེམས་དཔའི་ས་སའི་སྐོར་གྱི་གཞུང་བརྩམས་པར་བ། བྱང་ཆུབ་སེམས་དཔའི་ས་དེ་ཚོའི་སྐོར་གྱི་གཞུང་ལ་བྱང་ས། ཉན་ཐོས་ཀྱི་ས་ཡི་སྐོར་ལ་ཉན་ས། རང་སངས་རྒྱས་ཀྱི་ས་ཡི་སྐོར་གཞུང་དེ་ལ་རང་ས་ཟེར་གྱི་རེད། འདི་རང་རང་སངས་རྒྱས་ཀྱི་ས་ཡི་སྐོར་སྟོན་པའི་གཞུང་ཡིན་དུས་རང་ས་ཟེར་གྱི་རེད། འདི་རང་ས་ལས། ལམ་བགྲོད་ཚུལ་གསུམ་གསུངས་པ་ལས་ཟེར་དུས། རང་སའི་ནང་དུ། རང་རྒྱལ་གྱི་རིགས་ཅན་གྱི་ལམ་གྱི་ཉམས་ལེན་བྱེད་སྟངས་མ་འདྲ་བ་གསུམ་རྩ་གཅིག་གསུངས་ཡོད་པ་ལས་བུ་རེད། དང་པོ་ག་འདྲ་རེད་ཟེར་དུས། སྐྱེ་བ་གཅིག་གིས་ལྟ་འདི་ག་ལ་འདི་ལ་ལུས་རྟེན་གཉིས་ཡོད་ནས་སྐྱེ་བ་གཅིག་གིས་ཐོགས་པའི་རྟེན་དང་སྲིད་པ་ཐ་མལ་བའི་རྟེན་ཟེར་གཉིས་འདིའི་སྐབས་ལ་མང་པོ་ཡོང་གི་རེད། སྐྱེ་བ་གཅིག་གིས་ཐོགས་པའི་རྟེན་ཟེར་ན། དེ་ནི་འདི་ཟིག་གོ་རེད། འབྲས་བུ་ཐོབ་པ་ལ་ཡང་བསྒྱུར་སྐྱེ་བ་ཚར་གཅིག་ལེན་དགོས་གིན་གྱི། དེ་ནས་སྐྱེ་བ་དེ་ལ་སྐྱེ་བ་གཅིག་གིས་ཐོགས་པའི་གཏན་ནི་སྲིད་པོ་རེད། དཔེར་ན་སྐད་ཅིག་དང་པོ་གཉིས་པ་གསུམ་པ་ཡོད་པས་ན། སྐད་ཅིག་གཉིས་པའི་ལུས་རྟེན་དེ་ལ་དེ་ནས་འབྲས་བུ་ཐོབ་ཀྱི་ཡོད་པ་ཡིན་ན། དེ་ནས་སྐད་ཅིག་དང་པོའི་གི་ལུས་རྟེན་དེ་ལ་སྐྱེ་བ་གཅིག་གིས་ཐོགས་པའི་གཏན་ནི་སྲིད་ཀྱི་རེད། སྲིད་པ་ཐ་མལ་བའི་རྟེན་ཟེར་ན། ལུས། འཁོར་བའི་ལུས་ཐ་མ་དེའི་སྟེང་དུ། འབྲས་བུ་ཐོབ་མཁན་དེ་ལ་སྲིད་པ་ཐོམ་སྲིད་པ་ཐ་མལ་བའི་རྟེན་སྲིད་གོ་རེད། དཔེར་ན། སྲིད་པ་ཐ་མལ་བའི་རྟེན་ཟེར་ན་ཁྱོད་རང་འདི་གསུངས་གི་འདུག་དེ་ནས། ལུས་རྟེན་དག་རྟེན་ད་ག་རང་གི་སྟེང་དུ་དགྲ་བཅོམ་ཐོབ་འགྲོ་མཁན་དེ། དེ་ལ་སྲིད་པ་ཐ་མ་བ་ལམ་ནས་འགྲིག་རེད་གསུངས་གི་འདུག་དེ་རུ། སྲིད་པ་ཐ་མལ་བའི་འདི་ལ་གཉིས་ཡོང་གི་འདི་སྐབས་སུ།

འབྲས་བུ་ཐོབ་པ་ལ་ད་དུང་སྐྱེ་བ་ཚར་གཅིག་ལེན་དགོས་མཁན་གྱི་ད་ལྟའི་སྐྱེ་བ་འདི་ལ་སྐྱེ་བ་གཅིག་གིས་ཐོབ་པའི་རྟེན་སྲིད་པ་རེད། སྲིད་པ་ཐ་མལ་བའི་རྟེན་ཟེར་ན་དེ་ནི་སྲིད་པ་ཐ་མ་བ་ཟེར་ན་འཁོར་བའི་སྐྱེ་བ་ཐ་མའི་ལུས་ད་ག་རེང་གི་སྟེང་དུ་དགྲ་བཅོམ་ཐོབ་མཁན་གྱི་ལུས་དེ་ལ་སྲིད་པ་ཐ་མལ་བའི་རྟེན་ཟེར་བ་རེད། དེ་འདྲ་གཉིས་ཡོང་གི་རེད་ད་ལྟའི་དེ་ད་སྐྱེ་བ་གཅིག་གིས་ཐོབ་པའི་རྟེན་ཟེར་བ་རེད། སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་སྟེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་ལ། སྐྱེ་བ་གཅིག་གིས་ཐོགས་པ་ཕན་ཆད་མན་ཆད་དུ་སྟེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་ལུས་རྟེན་དེའི་སྟེང་དུ། ད་དེ། དེའི་སྟེང་དུ་ལབ་ནས་ནི། ད་ནི། དེ་ནི། སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་ཟེར་ན། ད་དེ། དེ་ནི། སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་སྟེ། དེ་ནས་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་དེའི་རིང་ལ་སྲིད་པ་རེད། དེ་ནི་དུས་ཚོད་སྐལ་བ་བརྒྱ་རྩ་གཅིག་ཕྱིན་སོང་བ་རེད། དེ་འདྲའི་དུས་ཚོད་སྐལ་བ་བརྒྱ་རྩ་གཅིག་རིང་ལ། ཚོགས་བསགས་ཟེར་ན་སངས་རྒྱས་ཀྱི་ཐུགས་མཉེས་པར་བྱས་པ་ལ་སོགས་པའི་དགེ་བ་མང་པོ་ཞེ་བོ་ཅིག་བསགས་ཀྱི་ཡོད་རེད། དེ་ཚོ་སྔོན་དུ་འགྲོ་བར་བྱས། དེ་ཚོ།

དཔེར་ན་སྐལ་པ་བརྒྱ་ཡི་རིང་ལ་སྐྱེ་བ་མང་པོ་ཞིབ་ཀྱིས་གླེང་གི་ཡོད་པ་ཡིན་ན་ཡང། སྐྱེ་བ་གཅིག་གིས་ཐོགས་པའི་རྟེན་རེད་དེ་བ་རེད། འོ་རེད་མ་རེད་ག་སར་དེ་ད་དེ་འདྲ་བྱེད་ཀྱི་མི་འདུག་སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་སྐལ་བ་བརྒྱར་ཟེར་དུས་ད། སྐྱེ་བ་གཅིག་གིས་ཐོགས་པའི་རྟེན་ཞེས། དེའི་སྔོན་དང་ཚང་མ་བསྡོམས་ནས་ཞེས་པའི་དོན་དང་འདུ་བྱེད་སྐྱེ་བ་གཅིག་གིས་ཐོགས་པ། ཐོགས་པའི་རྟེན་མན་ཆད་དུ་སྟེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་དང། དེའི་སྔོན་དུ། དུས་ཚོད་དེ་སྐལ་བ་བརྒྱ་ཙམ་གྱིས་འགྲོ་གི་ཡོད་རེད། དེའི་རིང་ལ་ཚོགས་བསགས་ཟེར་ན། ཡང་ནི་སངས་རྒྱས་ཀྱི་ཐུགས་མཉེས་པར་བྱེད་པ་ལ་སོགས་དགེ་བ་མང་པོ་བསགས་པ། སྔོན་དུ་འགྲོ་བར་གྱི་དེ་ཚོ་ཆ་ཚང་སྔོན་ལ་བྱས་ཚར་ཟིག་པ་རེད། ད་དེ་འདྲས་བྱས་ནས་སྐྱེ་བ་གཅིག་གི་ཐོག་པ་མན་ཆད་དུ་ཟེར་ན། ད་དེ་བསོད་ནམས་ཀྱི་སྐལ་བ་བརྒྱ་རེ་ཚོགས་བསགས་ས་དེ། སྐྱེ་བ་གཅིག་གི་ཐོག་པའི་ལུས་རྟེན་དེའི་སྔོན་ལ་ཡང།

སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་དང། དེའི་སྔོན་དུ་དུས་ཚོད་སྐལ་པ་བརྒྱ་ཙམ་གྱི་རིང་ལ། བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བསག། དེ་འབྲེལ་གྱི་དེ་ནས་ལས་འགུལ་གྱི་ཉམས་ལེན་དུ་སྔོན་དུ་འགྲོ་བར་བྱ། སྔོན་དུ་ཕྱིན་ཚར། དེ་ནས་ཚེ་འདིར་འདི་ཚེ་འདི་འདི་རེད་སྐྱེ་བ་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་འདི་རེད། ཚེ་འདིར་ཏེ། ད་ལྟ་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་འདི་རང་གི་སྟེང་དུ། བྲོས་ཙམ་ཡང་སྐྱེས་མི་འདུག་འཇོན་ལམ་བྲོས་ཙམ་ཡང་སྐྱེས་མ་འདུག་ཟེར་བ་རེད་ད་བྱས་ཙང་དེ་ཡིན་དུས། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་དེ། དེ་རེས་ག་སོ་རེད། ཚོགས་ལམ། སྐབས་སུ་ཚོགས་ལམ་ཐོབ་ཚར་བ་རེད། ཨ་ནི། ཚོགས་ལམ། དེ་སྐྱེ་བ་གཅིག་གིས་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་བྱས། དེའི་སྔོན་དུ་ཡང་དེ་ནི། སྐལ་བ་བརྒྱ་གི་དུས་ཚོད་ཕྱིན་པ་ཡིན་དུས་བསོད་ནམས་ཀྱི་ཚོགས་བསགས་པ་རེད། བྱས་ཙང་ཚེ་འདིར་བསད་དེ་དེར་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་རེད་ཚེ་འདིར་དེ་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་འདིའི་སྐབས་སུ། ཚོགས་ལམ་དག་ཐོབ་ཡོད་རེད་དེ་ཡིན་ནའི། སྦྱོད་ལམ། བཞི་ཆར་ཐོ་བས་དག་འཕགས་བཞག། སྦྱོད་ལམ་དང་པོ་བགྲོད་ཙམ་ཡང་སྐྱེ་མ་ནུས། སྦྱོད་ལམ། བགྲོད་དེའང་ཐོབ་ཐུབ་ཡོད་མ་རེད་ཟེར་བ་རེད་དེ་འདྲའི་གནས་སྐབས་ཅིག་རེད་དེའོ་རེད། ད་དེའི་གནས་སྐབས་སུ་དེ་ནས་དེ་ནི་ག་སོ་རེད་བག་གི་དེ་ཁྱེའོ་ནས། དེ་ནས་ལས་ཀ་རྒྱ་ཆེན་པོ་མང་པོ་བྱེད་ཀྱི་ཡོད་རེད་ཟེར་བ། ལས་ཀ་རྒྱ་ཆེན་པོ་ག་རེད་ཟེར་ན། ད་དམིགས་ཡུལ་འདི་རིགས་ཕྱི་མ་ལ་བྲོས་ནས་མི་ལོབ་བར་གྱི་རྟོགས་པ་རྣམས་བསྐྱེད་པའི་ཕྱིར་དུ་ཟེར་ན། དེ་ནས་ད། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ། ཚོགས་ལམ་ཐོབ་ཡོད་རེད་དེ། བརྗོད་ལམ་བྲོས་ཙམ་ཡང་ཐོབ་ཐུབ་ཡོད་མ་རེད་ཟེར་བ། གཞན་དག་ཙམ་ཡང་ཡང་འདྲ་དེ་གའི་གཞན་དག་ཕར་བཞག་ཟེར་བ་རེད། མི་ལོབ་ལམ་དག་ཐོབ་རྒྱུ་ཕར་བཞག། གྲོས་ཙམ་ཡང་ཐོབ་ཐུབ་ཡོད་མ་རེད་ཟེར་བ་རེད། ཡང་དེ་གི་དེ་ནས་གྲོས་ཐོབ་ཐུབ་མ། གྲོས་ཐོབ་མ་ཐུབ་པ་མ་ཚད། ད་མི་སློབ་ལམ་ད་ཐོབ་ཐུབ་ཐོབ་མ་ཐོབ་མ་ཐུབ་པ་མ་ཚད། གྲོས་ཙམ་ཡང་ཐོབ་ཐུབ་ཡོད་མ་རེད་ཟེར་དུས་འགྲོ་གི་ཡོད་རེད། གྲོས་ཙམ་ཡང་བསྐྱེད་མ་ནུས་ཟེར་བ་རེད། ད་དེ་རེད། བྱས་ཙང་འདི་ལ་འདིའི་སྐབས་སུ་འགྲོ་སྟངས་འདྲ་པོ་དེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྔོན་དུ། ཡང། དེ་ནི། བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བསགས། ཨ་ནི། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་ཡང་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བསགས། ད་དེ་འདྲའི་གི་བསོད་ནམས་ཀྱི་ཚོགས་བསགས་པའི་ཡུན་འདྲ་བོ་དེ་བསྐལ་པ་བརྒྱ་རྩིས་ཀྱི་རེད། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན། དེའི་སྔོན་ལ་ཡང་བསོད་ནམས་ཀྱི་ཚོགས་བསགས། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་ཡང་བསོད་ནམས་ཀྱི་ཚོགས་བསགས་པ་ཡིན་དུས་སྐལ་བ་བརྒྱ་ཀྱི་དུས་ཚོད་ཙམ་གྱིས་རེད། ཡིན་ན་ཡང་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་ཚོགས་ལམ་ཐོབ་ཙམ་ཡོད་རེད་དེ། མི་སློབ་ལམ་བར་བྱ་སྦྱོད་ལམ་དྲོད་ཙམ་ཡང་ཐོབ་ཐུབ་ཡོད་མ་རེད་སྲིད་པ་རེད། ཡིན་ན་ཡང་ད་དམིགས་ཡུལ་སྐྱེ་བ་ཕྱི་མ་ལ་ཟེར་ད་འདི་སྐྱེ་བ་ཕྱི་མ་སྟེ་སྲིད་པ་ཐ་མལ་བའི་རྟེན་རེད། སྐྱེ་བ་ཕྱི་མ་སྲིད་པ་ཐ་མལ་བའི་རྟེན་ལ། སྦྱོར་ལམ་གྲོལ་ནས་བཟུང་ནས་ནི། འབྲས་བུ་མི་སློབ་ལམ་གྱི་བར་གྱི་རྟོག་པ་རྣམས། བདེ་བླག་ཏུ་སྐྱེས་བམ་ཐོབ་པའི་ཕྱིར་དུ། ད་ལྟ། ཚེ་འདིར། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་དེའི་སྟེང་དུ། མཁས་པར་བྱ་བའི་དངོས་པོ་དྲུག་ལ་མཁས་པར་བྱེད་ཅིང། ནི། ཤེས་དགོས་ཀྱི། དེ་ནི་དངོས་པོ། ཤེས་དགོས་ཀྱི་དངོས་པོ་དྲུག་ལ། དེ་ནི་ཤེས་པར་བྱེད་ཀྱི་ཡོད་རེད་ཟེར་བ་འདི་དྲུག་ཡོད་རེད། མཁས་པར་བྱེད་པའི་དངོས་པོ་དྲུག་ཟེར་དུས། དེ་རིགས་ཁ་སོར། ཕུང་པོ་ལྔ་ཞེས་དེ་གཅིག་རེད། ཁམས་བཅོ་བརྒྱད་གཉིས་རེད། སྐྱེ་མཆེད་བཅུ་གཉིས་དང་གསུམ་རེད། རྟེན་འབྲེལ་ཡན་ལག་བཅུ་གཉིས་དང་བཞི་རེད། ལས་རྒྱུ་འབྲས་ཀྱི་རབ་དབྱེ་དང་ལྔ་རེད། དེ་ནི་འཕགས་པའི་བདེན་པ་བཞི་ཟེར་དྲུག་རེད། འདི་ཚོ་དྲུག་ལ། ཡེ་ནས་མཁས་པར་བྱ་བའི། དེ་ནི། དངོས་པོ་དྲུག་རེད་ཟེར་བ་རེད། མི་ཕམ་མཁས་འཇུག་དང་དུ་འདེད་མཛོད་བཞིན་བཞག་པ་རེད། མཁས་འཇུག་ཟེར་ཏེ་མ་གཏོགས་ཆོས་རྗེ་ས་པན་གྱི་མཁས་འཇུག་ཟོར་དེ་རྒྱ་ཆེན་པོའི་ཐོག་ལ་བསམ་ལ་མ་བཏང་རན་འདི་འདྲའི་ཟོར་གྱི་གར་བཏང་ནས་ཨ་ནི་མཁས་འཇུག་བརྩམས་སོང་རོ་ཨ་ཁད་པར་བྱས་པའི་དངོས་པོ་དྲུག་ཟེར་རེད་ད་འདི་ཚོ་དྲུག་ལ་དེ་ནི་སློབ་སྦྱོང་རྒྱ་ཆེན་པོ་བྱེད་དགོས་པ་རེད་ཟེར་བ་རེད་དཔེར་ན་ད་སྐྱེ་བ་གཅིག་གིས་ཐོགས་པའི་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་དེའི་སྐབས་སུ། སྦྱོར་ཁ་སིལ་ཚོགས་ལམ་ཙམ་ཐོབ་ཡོད་རེད། ཡིན་ན་ཡང་ད་མི་སློབ་ལ་འདའ་ཕག་བྱ་སྦྱོར་ལམ་བགྲོད་ཙམ་ཡང་ཐོབ་མ་ཐུབ་པ་རེད། ད་སྐྱེ་བ་ཕྱི་མ་སྲིད་པ་ཐ་མལ་བའི་སྟན་ལ་བྲོས་ནས་བཟུང་ནས་ཟད་མི་སྐྱེ་མི་སློབ་ལམ་གྱི་བར་དུ་བདེ་བླག་ཏུ་ཐོབ་པའི་ཆེད་དུ་ད་ལྟ་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་འདིའི་སྐབས་སུ་མཁས་པར་བྱ་བའི་དངོས་པོ་དྲུག་ལ་སློབ་སྦྱོང་རྒྱ་ཆེན་པོ་བྱེད་ཀྱི་ཡོད་རེད། ད་ཐོས་བསམ་སྒོམ་གསུམ་རྒྱ་ཆེན་པོ་བྱེད་ཀྱི་ཡོད་རེད། ཁེབས་པར་བྱེད་པའི་དངོས་པོ་དག་ན་བཞིན་འཆི་འཕོ་བར་དེ་ནས་ད་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་དག་ག་རང་གི་སྟེང་དུ་ཁེབས་པར་བྱེད་པའི་དངོས་པོ་དྲུག་ལ་ཁེབས་པོ་ཆེ་ཐོས་བསམ་སྒོམ་གསུམ་མཐར་ཕྱིན་པ་འདྲ་བོ་བྱས་ནས་ད་ནི་འཆི་ཁར་ཟེར་ན་དེ་འདྲའི་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་ཡིན་མཁན་ཚོགས་ལམ་ཐོབ་པ་ཡིན་མཁན་ཁེབས་པར་བྱེད་པའི་དངོས་པོ་དྲུག་ལ་ཁེབས་པ་ཡིན་མཁན་དེ། འཆི་འཕོ་ཁར་ནམ་ཞིག་ཤི་འགྲོ་པའི་སྐབས་སུ་ཡང་སྨོན་ལམ་གསུམ་རྒྱག་གི་རེད་ཟེར་བར་སྨོན་ལམ་གསུམ་རྒྱག་གི་ཡོད་རེད་གར་རྒྱག་གི་རེད་ཟེར་ན་སྨོན་ལམ་དང་པོ་དེ། ད་ང་སྐྱེ་བ་ཕྱི་མ་ལ་སངས་རྒྱས་དང་ཉན་ཐོས་རྩ་བ་ནས་མེད་པའི་འཇིག་རྟེན་ཁམས་གཅིག་ཏུ་ང་སྐྱེ་བར་གྱུར་ཅིག་ཟེར་ན་སྨོན་ལམ་གཅིག་རྒྱག་གི་ཡོད་རེད་ཟེར་སྨོན་ལམ་དང་པོ་དེ་རེད། དེ་ནས་སྨོན་ལམ་གཉིས་པ་དེ། ད་སངས་རྒྱས་དང་ཉན་ཐོས་རྩ་བ་ནས་མེད་པའི་འཇིག་རྟེན་གྱི་ཁམས་དེར་ང་སྐྱེ་བའི་སྐབས་སུ། དེ་ནས་ངས་ཀྱིས་ལུང་པ་དེ་ལ། སློབ་དཔོན་གཞན་ལ་རྩ་རང་ནས་གཏོད་མི་དགོས་པར། ང་རང་གི་བྱང་ཆུབ་ང་རང་གིས་ཐོབ་པར་གྱུར་ཅིག་ཟེར་ནས་སྨོན་ལམ་གཉིས་པ་དེ་རྒྱག་གི་ཡོད་རེད་ཟེར་སྨོན་ལམ་གཉིས། དེ་ནས་སྨོན་ལམ་གསུམ་པ་སྟེ། དེ་ནི་ང་རང། སློབ་དཔོན་གཞན་ལ་མ་ལྟོས་པར་ང་རང་གི་བྱང་ཆུབ་ང་རང་གིས་ཐོབ་པའི་སྐབས་སུ། དེ་ངས་སེམས་ཅན་ལ་རོགས་པ་བྱེད་དགོས་ཡོད་རེད་དེ་དུས། ལུས་ཀྱི། སྒོ་ནས། དེ་ནི་ཆོས་སྟོན་པའི་ལས་ཀ་བྱེད་པ་མ་གཏོགས། ངག་གི་སྒོ་ནས། ཆོས་སྟོན་པའི་ལས་ཀ་འདྲ་བོ་རྩ་ནས་བྱེད་མི་དགོས་པ་ཡོང་བར་གྱུར་ཅིག་སྨོན་ལམ་རྒྱག་དགོས་རེད་འདི་སྨོན་ལམ་གསུམ་པ་དེ་རེད་ཟེར་བ་རེད། དེ་འདྲའི་ཤི་འཕོ་ཁར་སྨོན་ལམ་གསུམ་བཏབ་ནས། ཨ་ནི། གྲོངས་འགྲོ་གི་ཡོད་རེད། ད་དགོངས་པ་རྫོགས་འགྲོ་གི་རེད་དགོངས་པ་རྫོགས་ནས། དེར་སྐྱེ་བ་ཕྱི་མ་ལ་སྨོན་ལམ་བཏབ་པའི་གྲུབ་འབྲས། ཉན་ཐོས་དང་སངས་རྒྱས་དང་ཉན་ཐོས་མེད་པའི་འཇིག་རྟེན་གྱི་ཁམས་སུ་སྐྱེ་བ་ལེན། དེ་ནས་དེ་ནས་སྦྱོར་ལམ། དགེ་རྒན་གཞན་ལ་རྩ་བ་རང་ནས་གཏོད་མི་དགོས་པར། དེ་ནི་སྦྱོར་ལམ་གྲོལ་ནས་སོང་ནས། ཟད་མེད་ཀྱི་མི་སློབ་ཀྱི་བར་དུ་སྟན་ཐོག་གཅིག་ལ་གྲོལ་འགྲོ་དགོས་རེད། སྟན་ཐོག་གཅིག་ལ་མཐར་ཕྱིན་འགྲོ་རེད་དེ་འདྲས་དེ་ལམ་གྲོལ་ཚུལ་དང་པོ་དེ་རེད་ཟེར་བ་རེད་མདའ་འདི། མཛོད་ནས་བསེ་རུ་དཀར་བ་བརྒྱའི་རྒྱུད་ཞེས་པའི་བསེ་རུ་ལྟ་བུའི་ལམ་གྲོལ་ཚུལ་དང་གཅིག་པ་རེད། བ་འདིར་གཅིག་བྱུང་བ་རེད་ད་ཡང། འདིར་བ། ཡང། གྲོས་ཚོགས་གཉིས་པ་དེ་ཡང། སྐྱེ་བ་གཅིག་གིས་ཐོབ་པ་མེད་ཅེས་དུ་ཟེར་དུས། དེ་ནི། འབྲས་བུ་ཐོབ་པ་ལ་ད་དུང་ཡང་བསྒྱུར་སྐྱེ་བ་ཚར་གཅིག་ལེན་དགོས་མཁན་གྱི། དེ་ནི། ད། ལུས་རྟེན་དེ་དང། མན་ཆད་ཟེར་དེའི་སྔོན་ལ། དུས་སྐལ་བ་བརྒྱ་ཙམ་གྱི་རིང་ལ། སངས་རྒྱས་ཀྱི་ཐུགས་མཉེས་པར་བྱས་པ་ལ་བསྲུབས་པའི་བསོད་ནམས་ཀྱི་ཚོགས་བསགས་པ་སྔོན་དུ་འགྲོ་བར་བྱས་ནས་ཟེར་བ་རེད།

བཟོད་ཅིང་བསྐྱེད་མ་ནུས་ཟེར་ན། འབྱོན་ལམ་བཟོད་པ་ཆེན་པོ་ཐོབ་མ་བཏུབ། ཐོབ་མ་བཏུབ་པ་ཡིན་ན་ཡང། ཨ་ནི། སྐྱེ་བ་ཕྱི་མ་སྲིད་པ་ཐ་མལ་བའི་རྟེན་ལ། འབྱོན་ལམ་བཟོད་པ་ཆེན་པོ་ནས་བཟུང་ནས། ཨ་ནི་མི་སློབ་ལམ་གྱི་བར་གྱི་འབྲས་བུ་ཐམས་ཅད་བདེ་བླག་ཏུ་བསྐྱེད་པའི་ཆེད་དུ་ཡང་སྔར་ལྟར་མཁས་པར་བྱས་པའི་དངོས་པོ་དྲུག་ལ་མཁས་པར་བྱས། འཆི་འཕོ་བར་སྨོན་ལམ་གསུམ། ཨ་ནི། འདེབས་པར། བྱེད་པ་ནི། ལམ་གྲོལ་ཚུལ་གཉིས་པ་རེད། ད་ལྟ་བ་ན་ཞིང་གི་སྐྱེ་བ་ཆེན་མོ་ལམ་ལྟ་བ་ན་སྐྱེ་བ་ཆེན་མོ་ལ་འདོད་ཁམས་སུ་སངས་རྒྱས་དང་ཉན་ཐོས་མིན་པའི་འཇིག་རྟེན་གྱི་ཁམས་སུ་སྐྱེ། སློབ་དཔོན་གཞན་ལ་ལྟོས་མི་དགོས་པར། སྦྱོར་ལམ་བཟོད་པ་ཆེན་པོ་ནས་བཟུང་ནས་མི་སློབ་ལམ་གྱི་བར་གྱི་རྟོགས་པ་སྐྱེ་འགྲོ་བ་འདི། ལམ་གྲོལ་ཚུལ་གཉིས་པ་དེ་རེད་ཟེར་བ་རེད། ད་གསུམ་པ་དེ་རང་སར་གསུམ་སོང་གསུམ་པ་དེ་ཡང་སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་སྟེ། དེ་ནས་འབྲས་བུ་ཐོབ་པ་ལ་སྐྱེ་བ་ཡང་འཁྱོར་ཚར་གཅིག་ལེན་དགོས་མཁན་གྱི་སྐྱེ་བ་འདིའི་དང་དེའི་སྔོན་དུ། དུས་ཚོད་སྐལ་བ་བརྒྱ་གཅིག་ཙམ་རིང་ལ། སངས་རྒྱས་ཀྱི་ཐུགས་མཉེས་པར་བྱེད་པ་ལ་སོགས་པའི་བསོད་ནམས་ཀྱི་ཚོགས་བསགས་པ་སྔོན་དུ་འགྲོ་བར་བྱེད། དེ་ནས་ཚེ་འདིར་སེར་སྣ་དང། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་འདིའི་སྐབས་སུ། དགེ་སྦྱོང་གི་ཚུལ་གྱི་འབྲས་བུ་དང་པོ་གཉིས་ཏེ། རྒྱུན་ཞུགས་ཀྱི་འབྲས་བུའམ་ཕྱིར་འོང་གི་འབྲས་བུ་གང་རུང་མངོན་དུ་བྱས་སམ་དེ་གཉིས་གང་རུང་གང་རུང་ཅིག་ཐོབ། ཡིན་ན་ཡང། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་ད་ག་རང་གི་སྟེང་དུ་འབྲས་བུ་གོང་མ་གཉིས་ཏེ། དེ་ནི་ཕྱིར་མི་འོང་གི་འབྲས་བུ་དང་དགྲ་བཅོམ་གྱི་འབྲས་བུ་སྐྱེད་མ་ནུས་ཏེ་ཐོབ་མ་ནུས་པ་རེད། ད་ཡིན་དུས་སྐྱེ་བ་ཕྱི་མ། སྲིད་པ་མཐའ་མེད་པའི་རྟེན་ལ་འབྲས་བུ་གོང་མ་གཉིས་ཏེ། སྒྲ། རྒྱུན། ཕྱིར་མི་འོང་གི་འབྲས་བུ་དང་སྒྲ་བྱུང་གི་འབྲས་བུ་གཉིས་སྐྱེས་བམ་ཐོབ་པའི་ཆེད་དུ་ཡང་སྔར་ལྟར་ཁེབས་པར་བྱ་བའི་དངོས་པོ་དྲུག་ལ་ཁེབས་པར་བྱེད། ཕྱིས་བི་ཀོར་སྨོན་ལམ་གསུམ་བཟླས་པར་བྱས་པ་རེད། དེ་འདྲས་ཏེ། རྗེས་མ་འཆི་འཕོ་གསུམ་པོ་འཇུག་ལ། སངས་རྒྱས་དང། ཉན་ཐོས་མེད་པའི་འཇིག་རྟེན་གྱི་ཁམས་སུ་སྐྱེ། སློབ་དཔོན་ནི་གཞན་ལ་རྩ་བ་ནས་མ་ལྟོས་པར་རང་གི་བྱང་ཆུབ་རང་གིས་མངོན་པར་བྱེད་དགོས་པ་རེད། དེ་ནས་ད་ཁོ་གིས་དང་པོ་ཕྱིར་མི་འོང་ཐོབ་པར་བྱེད་དེ་ནས་དགྲ་བཅོམ་པའི་འབྲས་བུ་ཐོབ་པར་བྱེད་པར་དེ་འདྲའི་དེར་ལམ་གྲུ་ཚུལ་གསུམ་པའོ་ཟེར་བ་དེ་འདྲའི་གསུམ་གསུངས་པ་རེད། དེ་ལྟ་བུའི་ལམ་གྲུ་ཚུལ་གསུམ་པོ་དེའང་ཟེར་ཏེ་ད་གོང་དུ་རང་ས་ན་བཤད་པའི་དེ་ལྟ་བུའི་ལམ་གྲུ་ཚུལ་གསུམ་པོ་དེའང། དེ་ནས་དེའང་དེ་རེད། དང་པོ་ཉིད་ནི་རང་རྒྱལ་གྱི་རི་བྱིན་གྱིས་ཟེར་ན་འདི་གར་ཟེར་བ་ཟེར་ན། དང་པོ་ཉིད་ནི་རང་རྒྱལ་གྱི་རི་བྱིན་གྱིས་ཏེ། རང་རྒྱལ་དུ་རིགས་ངེས་པའི་གང་ཟག་གི་ལམ་དྲུག་དྲུག་རེ་ཟེར་བ་རེད་ད། ཉན་ཐོས་སུ་ཉན་ཐོས་སུ་རིགས་ཉན་ཐོས་རིགས་ངེས་རང་རྒྱལ་རིགས་ངེས་ཐེག་ཆེན་རིགས་ངེས་ཟེར་བ། ད་ལྟ་གོང་དུ་བཤད་པ་དེ་ལྟ་བུའི་ལམ་གྲོལ་ཚུལ་གསུམ་པོ་དེ་ཡང། དང་པོ་ཉིད་ནས་རང་རྒྱལ་གྱི་རིས་ཆེན་གྱི་ལྟས་རང་རྒྱལ། སུ་རིགས་ངེས་པའི་གང་ཟག་གི་ལམ་གྲོལ་ཚུལ་གྱི་དབང་དུ་བྱས་ནས་གསུངས་པ་རེད། ད་འདི་གསུམ་པོ་སྟེ། དེ་ནས་ཁོ་རང་རྒྱལ་སུ་རིགས་ངེས་ཚར་བ་ཡིན་དུས་རྐྱེན་ག་འདྲ་ཅི་འཕྲད་པ་ཡིན་ན་ཡང་རང་རྒྱལ་གྱི་འབྲས་བུ་ལ་འགྲོ་དགོས་རེད་མ་གཏོགས་འབྲས་བུ་གཞན་ལ་ཁ་བསྒྱུར་ཐུབ་ཡས་མེད་མཁན་གྱི་རེད་འདོད་རེད་ཅེས་ལ་དེའི་དབང་བྱེད་པ་རེད་གསུམ་གའང་ཟེར་ན་ད་ལྟ་བཤད་ཟིན་མ་ཐག་པའི་ལམ་གྲོལ་ཚུལ་གསུམ་གའང་བསྐལ་པ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པར་མཚུངས་པ་རེད། ལམ་གྲོལ་ཚུལ་དང་པོ་ཡིན་ནའི་རེད་ལམ་གྲོལ་ཚུལ་གཉིས་པ་ཡིན་ནའི་ལམ་གྲོལ་ཚུལ་གསུམ་པ་ཡིན་ནའི་རེད་ཡ་ནི་བསྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པར་མཚུངས་པ་རེད་ཟེར་བ་རེད་དེ་དེ་ཡིན་དུས། ཁོ་ག་རེ་ཟེར་ན། བསེ་རུ་ལྟ་བུའི་རང་སངས་རྒྱས་དང་ཚོགས་ན་སྤྱོད་པའི་རང་སངས་རྒྱས་ཀྱི་ཁྱད་པར་ཡལ་བར་མ་ཐོབ་པའི་སྐལ་པ་བརྒྱའི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་འདྲ་འདྲ་རེད་ཟེར་བར། ཡིན་ན་ཡང་ལམ་གྲུ་ཚུལ་དང་པོ་དེ་བསེ་རུ་ལྟ་བུའི་རང་སངས་རྒྱས་རེད། ལམ་གྲུ་ཚུལ་གཉིས་པ་དང་ལམ་གྲུ་ཚུལ་གསུམ་པ་དེ་ཚོགས་ན་སྤྱོད་པའི་རང་སངས་རྒྱས་རེད་དེ་ཙམ་ཁྱད་པར་ཡལ་བར་མ་ཐོབ། དུས་བསྐལ་པ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་དང་ཁྱད་པར་ཡོད་མ་རེད་ཟེར་བ་རེད། ད་འདིའི་སྒང་དུ་ད་འདི་རིགས་འཕགས་པ་ཐོགས་མེད་བརྩམས་པ་རེད་ད་འདྲ་དེ་རང་ས་དེ་འཕགས་པ་ཐོགས་མེད་རེད་དེ་ནས་ཀུན་འདུས་དེ་འཕགས་པ་ཐོགས་མེད་རེད་རྒྱ་གར་གྱི་གཞུང་དུ་རྩོམ་སྟངས་ཡག་པོ་ཡིན་ཟེར། དེ་ནས། གཞུང་དེ་འདོད་སྐྱོན་མེད་པར་གྱི་རྩོམ་དགོས་རུ་བ། འདི་ནི་གཞུང་དེ་ཚོ་ལ་མ་འདྲ་མ་འདྲ་སྟོན་ཡོང་གི་འདུག་ད་འདིའི་ཀུན་བཏུས་ནི་དམིགས་བསལ་འདིས་ཐོན་པ་རེད། ཀུན་བཏུས་ལས་གསུམ་པོའི་སྟེང་དུ་ཟེར་ན་ལམ་གྲོལ་ཚུལ་གསུམ་པོ་དེའི་སྟེང་དུ། ད་ལྟ། མངོན་པ་ཀུན་བཏུས་རེད་མངོན་པ་ཀུན་བཏུས་ལས་གོང་དུ་བཤད་ཟིན་མ་ཐག་པའི་ལམ་གྲོལ་ཚུལ་གསུམ་པོ་དེའི་སྟེང་དུ། གཅིག་ཆར་པའི་རྒྱུན་ཞུགས་འབྲས་གནས་ཀྱི་ལམ་གྲོལ་ཚུལ་གསུངས་པ་རེད། ད་གཅིག་ཆར་པའི་རྒྱུན་ཞུགས་ཟེར་ཏེ། མཐོང་ལམ་སྐད་ཅིག་བཅུ་དྲུག་ལ་གནས་པའི། དེ་ནས་ཉན་ཐོས་གང་ཟག་ཡིན་མཁན་གཅིག་ལ། དེ་ནས། བདུད་ཉོན་དགུ་པ་དང་སྲི་ཉོན་དགུ་པ་སྲི་རྩེ་ཉོན་མོངས་དགུ་པ་གཅིག་ཆར་དུ་སྤོང་འགྲོ་མཁན་གཅིག་ཆར་དུ་སྤོང་སྤོང་མཁན་དེ་ལ། གཅིག་ཅེར་བའི་རྒྱུན་ཞུགས་འབྲས་གནས་ཟེར་བ་ལྟར་འདི་ལ། གཅིག་ཅེར་བའི་རྒྱུན་ཞུགས་ཞུགས་པ་གཅིག་ཅེར་བའི་རྒྱུན་ཞུགས་འབྲས་གནས། གཅིག་ཅེར་བའི་དགྲ་བཅོམ་ཞུགས་པ་གཅིག་ཅེར་བའི་དགྲ་བཅོམ་འབྲས་གནས་ཟེར་ན་གཞི་ཡོང་གི་རེད་ད་ལྟ་ང་ཚོ་གོ་ཡ་དེ། གཅིག་ཅར་བའི། སྤྱི་གཙང། གཅིག་ཅར་བ་ཟེར་ན་སྤང་བྱ་རིམ་དང་སྤང་བྱ་གཅིག་ཅར་གྱི་དོན་དག་རེད། དེ་གཞན་དག་ཚང་མ་དཔེར་ན་ད་ལྟ་གོང་དུ་བཤད་པའི་ལམ་གྲོལ་ཚུལ་གསུམ་ཡོད་རེད་བ། དེ་ཚོ་ཡང་སྤང་བྱ་རིམ་གྱིས་སྤང་གི་ཡོད་རེད་བ་དོ། གཅིག་ཅར་སྤང་གི་ཡོད་བ་རེད། ཁམས་གསུམ་གྱི་སྤང་བྱ་རིམ་གྱིས་སྤང་གི་ཡོད་རེད་འདི་གཅིག་ཅར་སྤང་གི་ཡོད་རེད། དཔེར་ན། འདོད་པའི་ཉོན་མོངས། ཆེན་པོ་དང། དེ་ནས། གཟུགས་ཁམས་ཉོན་མོངས་ཆེན་པོ་སྲིད་རྩེའི་ཉོན་མོངས་ཆེན་པོ་དུ་གཅིག་ཅེར་སྤངས་འགྲུབ་བོ། འདིའི་སྐབས་སུ། ད་ལྟ་དེ་གཅིག་ཅེར་པའི་རྒྱུན་ཞུགས་འབྲས་གནས་གསལ་ཏེ། མཐོང་ལམ་སྐད་ཅིག་བཅུ་དྲུག་ལ་གནས་པའི་གང་ཟག་ཡིན་མཁན་གཅིག་བྱས། གཞིར་བཞག་པའི་སྟེང་དུ། འདོད་པའི་ཉོན་མོངས་ཆེན་པོ་དང། སྲིད་རྩེའི་ཉོན་མོངས་ཆེན་པོ། ཡང་ན་འདོད་པའི་ཉོན་མོངས་དགུ་པ་དང་སྲིད་རྩེའི་ཉོན་མོངས་དགུ་པ་གཅིག་ཅར་དུ་སྤོང་མཁན་དེ་ལ་གཅིག་ཅར་བའི་རྒྱུན་ཞུགས་འབྲས་གནས་སྲིད་པ་རེད། ད་འདི་གཅིག་ཅར་བའི་རྒྱུན་ཞུགས་འབྲས་གནས་དེ་ཚོ་མང་ཆེ་བ་ཚེ་འདི་ལ་དགྲ་བཅོམ་ཐོབ་འགྲོ་གི་ཡོད་རེད། ཡིན་ན་ཡང། དེ་ནས་ཚེ་འདིར་དགྲ་བཅོམ་དགྲ་བཅོམ་འབྲས་གནས་མ་ཐོབ་པ་དེ་འདྲའི་ཡོང་གི་རེད་ཟེར་གི་རེད། གཅིག་གཅེར་བའི་རྒྱུན་ཞུགས་འབྲས་གནས་དེ་ཚོ་མང་ཆེ་བ་དེ་ནས་ཚེ་འདི་ལ་དགྲ་བཅོམ་ཐོབ་འགྲོ་གི་ཡོད་རེད་ཡིན་ན་ཡང་གཅིག་གཅེར་བའི་རྒྱུན་ཞུགས་འབྲས་གནས་ཡིན་མཁན་ཚེ་འདིར་དགྲ་བཅོམ་འབྲས་གནས་མ་ཐོབ་པ་མ་ཐོབ་པར་མ་ཐོབ་པར་དེ་ནས། ནས། སྐྱེ་བ་ཕྱི་མ་ལ་སྐྱེ་བ་ཕྱི་མར་རང་རྒྱལ་གྱི་བྱང་ཆུབ་མངོན་དུ་བྱེད་པ་སྐྱེ་བ་ཕྱི་མ་ལ་རང་སངས་རྒྱས་ཀྱི་འབྲས་བུ་ཐོབ་དགོས་བས་འདིར་ཡོང་གི་རེད་ཟེར་བ་རེད། ད་འདི་ག་འདྲ་བྱེད་དགོས་རེད་ཟེར་ན། གཅིག་སྤྱིར་པའི་རྒྱུན་ཞུགས་འབྲས་གནས་ཏེ་ཚེ་འདི་ལ་དགྲ་བཅོམ་འབྲས་བུ་མ་ཐོབ་ན། དེ། ལུས་རྟེན་འདོད་ཁམས་ལ་མ་འགྲོ་རང་འགྲོ་རེད། ག་རེ་ཟེར་ན། ཁོ་གིས་དེ་ནས། དེ་ག་སོ་རེད། དེ་ནས་ཁམས་གོང་མ་གི་ཉོན་མོངས་ཆ་ཚང་སྤངས་མ་ཚར་ན། ཁོ་གཅིག་ཕྱིར་སྤོང་མཁན་ཡིན་དུས་འདོད་ཁམས་ཀྱི་ཉོན་མོངས་སྤངས་ཡོད་མ་རེད། འདོད་ཁམས་ཀྱི་ཉོན་མོངས་མ་སྤངས་ན། ཁོ་སྨོན་ལམ་བཏབ་རུང་མ་བཏབ་རུང་འདོད་ཁམས་ལ་སྐྱེ་དགོས་ཁྱད་པར་རེད་དེ་བར་བྱས་ཙང་དེ་ཡིན་དུས། གཅིག་ཕྱིར་པའི་རྒྱུན་ཞུགས་འབྲས་གནས་ཚེ་འདིར་དགྲ་བཅོམ་ཐོབ་གི་རེད་དེ་གལ་སྲིད་མ་ཐོབ་ན། དེ་ནས་སྐྱེ་བ་ཕྱི་མར་ཡང་འདོད་ཁམས་སུ་སྐྱེ་བ་ལངས། དེ་ནས་སྨོན་ལམ་བཏབ་པ་ལྟར་སངས་རྒྱས་དང་ཉན་ཐོས་མེད་པའི་བྱང་ཆུབ་སངས་ཉིད་ལུང་པར་སློབ་དཔོན་གཞན་ལ་མ་ལྟོས་པར་རང་འགན་གྱི་བྱང་ཆུབ་མངོན་དུ་བྱེད་པ་ཁོ་རང་གི་འབྲས་བུ་ཁོ་རང་གིས་མངོན་དུ་བྱས་པ་རེད། དེ་འདྲའི་རྣམ་གཞག་དང་བཞི་གསུངས་པ་རེད། འཕགས་པ་ཐོགས་མེད་འདི་གསུངས་པ་རེད། ད་དེ་ནས་མཛོད་སྐད་ཅེས་པ་ད་མཛོད་ལ་བརྟེན་པ་རེད། མཛོད་ནང་ནས་གསེར་ལྟ་བུའི་ལམ་བགྲོད་ཚུལ་ཟེར་ན་གསེར་ལྟ་བུའི་གསེར་ལྟ་བུའི་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ་ཟེར། ད་ལམ་བགྲོད་ཚུལ་ཟེར་ན། ལམ་ཉམས་སུ་བླངས་ནས་ལམ་ཉམས་སུ་བླངས་ཚུལ་གཟིགས་པ་རེད། རེ་བ་བསིལ་རི་ལྟ་བུའི་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ། ཚོགས་ན་སྤྱོད་པའི་དེ་ནས་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ་གྱི་རྣམ་གཞག་གཉིས་གསུངས་པ་ལས་གཟིགས་པ་རེད། དང་པོ་བསིལ་རི་ལྟ་བུའི་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ་རེད། རང་ས་ནས་བཤད་པའི་ལམ་བགྲོད་ཚུལ་དང་པོ་དང་ཆོས་མཚུངས་ལ་ས་ད་གཅིག་པ་རེད། དེ་ནས་ད་ལྟ་དེ། མཛོད་ནས་བཤད་པའི་བསིལ་རི་ལྟ་བུའི་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ་དེ་དང། རང་ས་ནས་ལམ་གྲུ་ཚུལ་གསུམ་ཡོད་པ་ནས་ན་དང་པོ་དེ་ན་གཅིག་པ་རེད་སིག་པ་རེད། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་ལ་ནི་སྦྱོར་ལམ་དྲོད་ཙམ་ཡང་ཐོབ་མ་ཐུབ། ཡིན་ན་ཡང་མཁས་པར་བྱས་པའི་དངོས་པོ་དྲུག་ལ་མཁས་པར་བྱས་འཆི་ཁར་སྨོན་ལམ་གསུམ་བཏབ་པའི་རྐྱེན་གྱིས་ནི་སྐྱེ་བ་ཕྱི་མ་སྲིད་པ་ཐ་མལ་བའི་རྟེན་ལ་སྦྱོར་ལམ་དྲོད་ནས་བཟུང་ནས་ཟད་མེད་ཀྱི་མི་ལོ་ལོན་གྱི་བར་དུ་སྟན་ཐོག་གཅིག་ལ་བྲོས་འགྲོ་མཁན་གྱི་ལམ་གྱི་རྣམ་གཞག་ཅིག་གསུངས་པ་རེད། དེ་དེ་དང་ད་ལྟ་མཛོད་ནས་བསེ་རུ་ལྟ་བུའི། བསེ་རུ་ལྟ་བུའི་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ་གཉིས་ཏེ་གཅིག་པ་རེ་ཟེར་བ་རེད། བྱས་ཙང་བསེ་རུ་ལྟ་བུའི་ལམ་བགྲོད་ཚུལ་དང། རང་ས་ནས་ཤེས་པའི་ལམ་བགྲོད་ཚུལ་དང་པོ་ཆོས་མཚུངས་ད་གཅིག་པ་གཅིག་རྐྱང་རེད་ཟེར་བ་རེད་དེ་ཚོ་བསེ་རུ་ལྟ་བུའི་རང་སངས་ཀྱི་ལམ་བགྲོད་ཙང་གཅིག་པ་གཅིག་རྐྱང་རེད་དམིགས་བསལ་ཟུར་དུ་ཤེས་དགོས་ཡ་མི་འདུག་ཟེར་བ་རེད། ཕྱི་མ། ཚོགས་ན་སྤྱོད་པའི་ལམ་བགྲོད་ཚུལ་དེ་ལ། དབྱེ་ན་གཉིས་ཡོད་རེད་བསམ་ཚུལ་ལུགས་ལ། ཚོགས་ནང་སྤྱོད་པའི་རང་གསང་སྐྱིད་ཀྱི་ལམ་གྲོལ་ཚུལ་ལ་དབྱེ་ན་གཉིས། ཉན་ཐོས་སྔོན་འགྲོའི་ཚོགས་ནང་སྤྱོད་པ་དང་ཉན་ཐོས་ཟེར་ཏེ་དེ་རེད། སྐྱེ་བ་གཅིག་གིས་ཐོགས་པའི་ལུས་ལུས་རྟེན་ལ། ཉན་ཐོས་ཡང་ན་ཉན་ཐོས་འཕགས་པ་ཡང་ན་རྒྱུན་ཞུགས་ཡང་ན་ཉན་ཐོས་འཕགས་པ་ཕྱིས་རུང། གང་རུང་སྔོན་དང་ཉན་ཐོས་སྔོན་འགྲོ་ཟེར་འདི་རེད། དེ་ནས་ཉན་ཐོས་སྔོན་འགྲོ་ཟེར་བའི་དོན་དག་དེ་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་ཡང་ན་ཉན་ཐོས་འཕགས་པ་རྒྱུན་ཞུགས་ཡིན་པ་ཡང་ན་ཉན་ཐོས་འཕགས་པ་དེ་ནས་ཕྱི་རོང་ཡིན་མཁན་གཅིག་དེ་ནས་རྗེས་མ་རང་སངས་རྒྱས་ཀྱི་གོ་འཕང་ཐོབ་འགྲོ་མཁན་གྱི་རང་སངས་རྒྱས་དེ་ལ་ཉན་ཐོས་སྔོན་དུ་འགྲོའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཟེར་གྱི་རེད་ཟེར་བ་རེད། དེ་འདི་འདི་ཟེར་བ་འདི་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་ཟེར་རོ་སྔོན་སྔོན་འགྲོ་ཟེར་དུས། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ། ཉན་ཐོས་སྔོན་འགྲོ་དེ་ཉན་ཐོས་འཕགས་པ་རྒྱུན་ཞུགས་འམ། དེ་ནས་ཉན་ཐོས་འཕགས་པ་ཕྱི་རོལ་ཡིན་མཁན་གཅིག་གིས། ཨ་ནི། འདོད་ཁམས་སུ་སློབ་དཔོན་དང་དེ་ནས་སློབ་དཔོན་དང། སློབ་དཔོན་ལ་མ་ལྟོས་པར་ཁོ་རང་གིས་ཁོ་རང་བྱང་ཆུབ་ཐོབ་འགྲོ་མཁན་གྱི་གང་ཟག་དེ། དེ་ནས་ཉན་ཐོས་སྔོན་དུ་འགྲོ་བའི་ཚོགས་ན་ཆོས་པའི་རང་སངས་རྒྱས་ཟེར་གྱི་རེད་ཟེར་བ་དེ་དང་དེའི་ལམ་བགྲོད་ཚུལ་དང། སོ་སྐྱེ་སྔོན་དུ་འགྲོ་བ་འདི་སོ་སྐྱེ་དེ་དག་རང་རེད་སོ་སྐྱེ་ཟེར་དཀྱུས་མ་ལ་ཟེར་གྱི་མ་རེད་ད་འདྲ་དེ། སྦྱོར་ལམ་དེ་འདྲ་དེ་སྦྱོར་ལམ་དེ་ཟེར་གོ་རང་སྦྱོར་ལམ་དེ་ནི་བཟོད་པ་འབྲིང་ཐོབ་མཁན་ཚོའི་རེད་སྐྱེ་བ་གཅིག་གི་ལུས་རྟེན་ཡིན་ཁ་ལོ་འདི་ཡང་སྐྱེ་བ་གཅིག་གི་དུས་དེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་སོ་སྐྱེ་སྔོན་འགྲོ་སྟེ། དེ་ནས་སྦྱོར་ལམ། བཟོད་པ། འབྲིང། མན་ཆད་ཐོབ་པ་གཅིག། ཡང། སྲིད་པ་ཐ་མལ་པའི་སྐབས་སུ། དེ་ནི་ཁོ་རང་གིས་ཁོ་རང་གི་བྱང་ཆུབ་མངོན་དུ་བྱེད་མཁན་གྱི། དེ་ལ། དེ་ནས་རང་སངས་རྒྱས་དེ་ལ་སོ་སྐྱེ་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ལས་དེའི་ལམ་བགྲོད་ཚུལ་དང་གཉིས་ཡོད་པ་ལས་དང་པོ་ནི་སྲིད་པ་རེད། ད་ཉན་ཐོས་སྔོན་དུ་འགྲོའི། ཚོགས་རྣམས་སྤྱོད་པའི་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ་དེ་རེད། སྐྱེ་བ་གཅིག་གིས་ཐོབ་པ་མན་ཆད་དུ་སྟེ། སྐྱེ་བ་གཅིག་གིས་ཐོབ་པའི་ལུས་ལྡན་ལ། དགེ་སྦྱོང་གི་ཚུལ་གྱིས་འབྲས་བུ་གཉིས་ག་རུང་སྟེ། རྒྱུན་ཞུགས་འབྲས་གནས་སམ་ཕྱི་རུང་འབྲས་གནས།

འཕགས་པ་ཉན་ཐོས་འཕགས་པ་རྒྱུན་ཞུགས་འབྲས་གནས་སམ་ཕྱི་རུང་འབྲས་གནས་གང་རུང་ཐོབ་པར་བྱེད་དེ་ཕྱེད་ཀྱི་ད་དེ་ནས་འདིའི་སྐབས་སུ་འབྲས་བུ། གོང་མ། ཕྱིར་མྱོང་གི་འབྲས་བུ་དང་དགྲ་བཅོམ་འབྲས་བུ་དེ་ཐོབ་ཐུབ་ཡོད་མ་རེད། ད་དེ་འདྲའི་འབྲས་བུ་གོང་མ་ཕྱིར་མྱོང་དང་དགྲ་བཅོམ་གཉིས་པོ་དེ་སྲིད་བབས་ཐ་མལ་བའི་རྟེན་ལ་ཟེར་དུས། འཁོར་བའི་ལུས་རྟེན་ཐ་མ་དེའི་རྟེན་ལ་ནི། ཐོབ་དགོས་ཀྱི་ཡོད་རེད་བྱས་ཙང་སྲིད་པ་ཐ་མལ་བའི་སྟེང་ལ་སངས་རྒྱས་དང་ཉན་འདོད་མི་ཞུ་བའི་ཞིང་ཁམས་སུ་ཁོ་སྐྱེ་བ་ལེན་དེ་ནས་ཞིང་དུ་མངོན་དུ་བྱས་ཟེར་ན་དེ་འབྲས་བུ་དེ་ཐོབ་ཀྱི་ཡོད་རེད་ཟེར་གྱི་རེད་ད་འདི་དེ་ཟིག་དོ་དོན་དག་སྙིང་དོན་དེ་ཉན་འདོད་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཀྱི་ལམ་བགྲོད་ཚུལ་ཟེར་དུས་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་རྒྱུན་ཞུགས་འབྲས་གནས་སམ་ཕྱི་རོང་འབྲས་གནས་གཉིས་ཐོབ། དེ་ཐོབ་པ་ཙམ་རེད་མ་ཐོབ་པའི་འབྲས་བུ་གོང་མ་གཉིས་ཐོབ་ཐུབ་ཡོད་མ་རེད། དེ་ནི་ཁོ། སྐྱེ་བ་ཕྱི་མ། འདོད་ཁམས་སུ་སྐྱེ་དགོས་ཀྱི་ཡོད་རེད། འདོད་ཁམས་སུ་སྐྱེ་བའི་སྐབས་ཀྱི་ལུས་རྟེན་དེ། སྲིད་པ་ཐ་མལ་པའི་ལུས་རྟེན་རེད་དེ། འཁོར་བའི་སྐྱེ་བ་ཐ་མ་ལན་ཡག་གི་ལུས་རྟེན་དེ་རེད། འདིའི་སྐབས་སུ། ནི། རང་གི་བྱང་ཆུབ་མངོན་དུ་བྱས་འགྲོ་གི་རེད། ཅེས་དང་སྲིད་པ་ཐ་མ་བ་ཟེར་ན་དེ་རེད། སྲིད་པ་ཐ་མ་བ། སྲིད་པ་ཐ་མ་བ། འཁོར་བའི་ལུས་རྟེན་ཐ་མ། ཡང་ན་སྲིད་པ་ཐ་མ་བ་ཟེར་ན་ལུས་རྟེན་དེའི་སྟེང་དུ་དགྲ་བཅོམ་ཐོབ་མཁན་གྱི་ལུས་རྟེན་དེ་ལམ་ནས་རིག་རེ་ཟུང་དུ་བཅད་ཙང་དེའི་རེ་བ་སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་སྟེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ། དགེ་སྦྱོང་གི་ཚུལ་གྱིས་འབྲས་བུ་གང་རུང་གཉིས་གང་རུང་ཉན་ཐོས་ཀྱི་ལམ་གྱིས་གྲོལ་བར་བྱས་ནས་ཏེ། དེ་ནས། ག་སོ་རེ། རྒྱུན་ཞུགས་ཀྱི་འབྲས་བུ་དང། ཕྱིར་མི་འོང་འབྲས་བུ་གཉིས་པོ་དེ། ཉན་ཐོས་ཀྱི་ལམ་ལ་བརྟེན་ནས་ཐོབ་ཟེར་བ་རེད་ད། མདོར་ན་དེ་རུ། སྐྱེ་བ་གཅིག་གིས་ཐོགས་པ་མེད་རྗེས་དུ་དགེ་སྦྱོང་གི་ཚུལ་གྱིས་འབྲས་བུ་གཉིས་གང་རུང་ཉན་ཐོས་ཀྱི་ལམ་གྱིས་གྲོལ་བར་བྱས་ནས་ཏེ་ཟེར་བ་རེད། ད། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ། དེ་ནི་ཁོག་གི། རྒྱུན་ཞུགས་འབྲས་གནས་ཀྱི་འབྲས་བུ་དང། ཕྱི་རོང་འབྲས་ནད་ཀྱི་འབྲས་བུ་ཐོབ་ཀྱི་ཡོད་རེད། དེ་འདྲའི་འབྲས་བུ་དེ། ཉན་ཐོས་ཀྱི་ལམ་ལ་བརྟེན་ནས་ཐོབ་པ་རེད། དེ་ཐོབ། ད་དེ་ནས་དེའི་སྐབས་སུ། འབྲས་བུ་གོང་མ་གཉིས་ཐོབ་ཐུབ་ཡོད་མ་རེད། ཕྱིར་མི་ཡོང་གི་འབྲས་བུ་དང་དགྲ་བཅོམ་འབྲས་བུ་ཐོབ་ཐུབ་ཡོད་མ་རེད། ད་དེ་ག་འདྲ་ཅིག་ཐོབ་ཀྱི་རེད་ཟེར་དུས། ཨ་ནི། སྲིད་པ་ཐ་མའི་སྟེང་ལ་སོང་ན། ཁོ་རང་གི་འཁོར་བའི་ལུས་རྟེན་ཐ་མའི་སྐབས་སུ། ཨ་ནི་སངས་རྒྱས་དང་ཉན་ཐོས་མེད་པའི་ཞིང་ཁམས་ཆུ་ཚོད་བསྐྱལ་བ་ལེན། ཨ་ནི་སློབ་དཔོན་གཞན་ལ་མ་བསྟན་པར་མངོན་དུ་བྱ་བ་ཟེར་ན་རང་གི་འབྲས་བུ་རང་གིས་མངོན་དུ་བྱས་པ་ཡིན་དུས་དེ་འདྲ་སྟེ། དེ་ནི་ཉན་ཐོས་མངོན་དུ་སྤྲུལ་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཀྱི་ལམ་བྲོད་ཚུལ་རེད་ཟེར་བ་ད་ཕྱི་མར་བ། ཕྱི་མ་སོ་སྐྱེས་མངོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ལམ་བྲོད་ཚུལ་རེད་ཡང་སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་ཟེར་དུས། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ། བཟོད་པ་འབྲིང་མི་མཇེད་ཟེར་ན་ད་བཟོད་པ་འབྲིང་ཐོབ། ད་དེ་འདྲའི་བཟོད་པ་འབྲིང་དེ་ཉན་ཐོས་ཀྱི་ལམ་གྱིས་གྲོལ་བར་བྱེད་ས་ཉན་ཐོས་ཀྱི་ལམ་ལ་བརྟེན་ནས་ཐོབ་པ་རེད་ཟེར་བ་རེད། དེ་རེད་མ་གཏོགས་ཨ་ནི་ད་ལྟ་དེ་བཟོད་པ་ཆེན་པོ་ཡན་ཆད་རྩ་ན་ཐོབ་ཐུབ་ཡོད་མ་རེད། ད་དེ་ནི། ཁོ་གིས་ད་ནི་སྐྱེ་བ་ད་བཟོད་པ་ཆེན་པོ་ནས་སོང་ན་མི་ལོ་ལོན་གྱི་བར་དུ་འབྲས་བུ་དེ་ཐོབ་དགོས་ཀྱི་ཡོད་བྱས་ཙང། སྐྱེ་བ་ཕྱི་མ་ལ་བཟོད་པ་ཆེན་བཟོད་པ་ཆེན་པོ་ནས་འགོ་བཙུགས་ནས་མི་ལོབ་ལམ་གྱི་བར་གྱི་རྟོགས་པའམ་འབྲས་བུ་རྣམས་ཐོབ་པར་བྱེད་པའི་ཆེད་དུ། ད་ནི་ཚེ་ཕྱི་མ་ལ་ཚེ་ཕྱི་མ་སྲིད་པ་ཐ་མལ་བའི་རྟེན་ལ་སོང་ན་སྐྱེ་བ་ཕྱི་མ་འཁོར་བའི་ལུས་རྟེན་ཐ་མ་དེ་ཐོབ་པའི་སྐབས་སུ་ཡང་སངས་རྒྱས་དང་ཉན་ཐོས་མི་བཞུགས་པའི་འཇིག་རྟེན་གྱི། སངས་རྒྱས་དང་དེ་ནས་ཉན་ཐོས་མི་བཞུགས་པའི་འཇིག་རྟེན་གྱི་ཁམས་སུ་སྐྱེ། ཨ་ནི་སྲིད་པ་ཐ་མལ་བའི་རྟེན་ད་ག་རང་ལ་སློབ་དཔོན་གཞན་ལ་མ་ལྟོས་པར་མངོན་དུ་བྱས། ཁོ་རང་གི་འབྲས་བུ་ཁོ་རང་མངོན་དུ་བྱས་འགྲོ་གི་རེད་ཟེར་བ་ལྟར་དེ་འདྲའི་དེ་ཨ་ནི། འདིར། སོ་སྐྱེ་སྔོན་དུ་སྔོན་དུ་སོ་སྐྱེ་སྔོན་འགྲོའི་ཚོགས་ལ་སྤྱོད་པའི་རང་སངས་རྒྱས་ཀྱི་ལམ་གྱི་འབྲས་བུ་གྲོལ་ཚུལ་རེད་ཟེར་བ་རེད། ད་ཡིན་དུས་མཛོད་ནས་གསུངས་པའི་ཕྱི་མ་འདི་ཉིད་དང་བསམ་ནས་མཛོད་ནས་གསུངས་པའི་ཕྱི་མ། ཉན་ཐོས་སྔོན་འགྲོའི་ཚོགས་ན་སྤྱོད་པའི་རང་སངས་རྒྱས་དང། སོ་སྐྱེ་སྔོན་འགྲོའི་ཚོགས་ན་སྤྱོད་པའི་རང་སངས་རྒྱས་འདི་ཉིད་དང་ཟེར་བ་ལ། ཆོས་མངོན་པ་ཀུན་བཏུས་ལས་གསུངས་པའི་ཅིག་ཅར་བའི་ཅིག་ཅར་བ་གཉིས་ནི་ཅིག་ཅར་བ་གཉིས་བྱུང་བར་བ། དེ་ནས་ཅིག་ཅར་བ་གཉིས་ཟེར་དུས། རྒྱུན་ཞུགས་འབྲས་གནས་རྒྱུན་ཞུགས། ཁ་ཅིག་གཅེར་བའི་རྒྱུན་ཞུགས་འབྲས་ནད་དང་ཅིག་གཅེར་བའི་དགྲ་བཅོམ་འབྲས་ནད་སྲིད་པོ་རེད་གཉིས་ནི་སྲིད་པོ་རེད། ད་འདིར་བ་ཁ་སུ་རེད། མཛོད་ནས་གསུངས་པའི་ཕྱི་མ་གཉིས་སྲིད་དུས་ཉན་ཐོས་སྔོན་འགྲོའི་ཚོགས་ན་སྤྱོད་པའི་རང་སངས་རྒྱས་དང་སོ་སྐྱེས་སྔོན་འགྲོའི་ཚོགས་ན་སྤྱོད་པའི་རང་སངས་རྒྱས་འདི་གཉིས་དང། ཆོས་མངོན་པ་ཀུན་འདུས་ལ་གསུངས་པའི་ཅིག་གཅེར་བའི་རྒྱུན་ཞུགས་འབྲས་ནད་དང་ཅིག་གཅེར་བའི་དགྲ་བཅོམ་འབྲས་ཉེས་འདི་གཉིས་ནི།

མཛོད་ནས་བཤད་པའི་ག་སོགས་རེད། ཉན་ཐོས་སྔོན་འགྲོ་སྔོན་འགྲོའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཡེ་ནས་རེད། མཛོད་ནས་བཤད་པའི་སོ་སྐྱེ་སྔོན་འགྲོའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཡེ་ནས་རེད། ཧ་ནི། ཆོས་མངོན་པ་ཀུན་བཏུས་ནས་བཤད་པའི་གཅིག་ཅར་པའི་རྒྱུན་ཞུགས། གཅིག་ཅར་པའི་རྒྱུན་ཞུགས་འབྲས་གནས་ཡེ་ནས་རེད། གཅིག་ཅར་པའི་དེ་ནས། དགྲ་བཅོམ་འབྲས་གནས་ཡེ་ནས་རེད། འདི་ཚོ། སྔོན་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ།

ད་དེ་ནས་རང་ས་ནས་བཤད་པའི་ལམ་གྲུ་ཚུལ་ཕྱི་མ་གཉིས་དང་གཉིས་དང། ཆོས་མངོན་པ་ཀུན་འདུས་ནས་བཤད་པའི་ཐུན་མོང་མ་ཡིན་པ་ཟེར་ན། གཅིག་ཅེར་བའི་རྒྱུན་ཞུགས་འབྲས་གནས་སུ་རེད་རྒྱུན་ཞུགས་ཀྱི་ལམ་གྲུ་ཚུལ་དེ་རེད་དེ་དང། མཛོད་ནས་བཤད་པའི་ཕྱི་མ་གཉིས་བསལ་དུས། ཉན་ཐོས་མངོན་དུ་སྤྲོད་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་དང་སོ་སྐྱེ་མངོན་དུ་སྤྲོད་ཚོགས་ན་སྤྱོད་པའི། རང་སངས་རྒྱས་ཀྱི་ལམ་གྲོལ་ཚུལ་གཉིས་ལ་བརྟེན་ནས། འབྲས་བུ་ཚོགས་རྣམས་སྤྱོད་པའི་རང་སངས་རྒྱས་སུ་གྱུར་འགྲོ་གི་རེད་ཟེར་བ་རེད། འོ་ད་དེ་འདྲའི་ལམ་གྲོལ་ཚུལ་འདི་འདྲ་རེད་ཟེར་བ་རེད། ད་འདི་འདི་ནི་འོག་མ་ལ་ཁ་ཅིག་གིས་དེ་ནི་ཚིག་ལ་བྲིས་པའི་རྩོད་པ་འདྲ་བོ་རེད་ད་འདི། ག་སོ་ན། ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་ན་ཉན་ཐོས་སྔོན་དུ་འགྲོ་བའི་ཚོགས་རྣམས་སྤྱོད་པའི་ཁྱབ་པ་ཡོད་མ་རེད་དེ། ཁོ་གིས་ད་ག་ཟེ་ཚིག་ལ་དཔེར་ན་ཉན་ཐོས་སྔོན་དུ་འགྲོ་བའི་ཚོགས་རྣམས་སྤྱོད་པའི་རང་སངས་རྒྱས་ཟེར་ངེས་ཏེ། ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་བ་ལ་གཟིགས་ཀྱི་ཡོད་མ་རེད་དེ་ཁོ་ཚིག་ལ་དྲིས་པའི་རྩོད་པ་རྒྱག་གི་ཡོད་རེད་ཁོས་འདི་འདྲ་ཞིག་ཏུ་ཁ་ཅིག། མཛོད་ནས་བཤད་པའི་ཕྱི་མ་གཉིས་ཀའང་ཟེར་དུས། ཆོས་མངོན་པ། མཛོད་ནས་བཤད་པའི་ཕྱི་མ་དེ་ནི་ཉན་ཐོས་སྔོན་དུ་བགྲོད་པའི་ཚོགས་ན་སྤྱོད་པ་དང། སོ་སྐྱེ་སྔོན་དུ་བགྲོད་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཟེར་བ་གཉིས་ཀའང། ཁྱེད་རང་གི་གཉིད་ལ་དགོད་ཤེས་རྒྱག་གི་འདུག་མ་གཏོགས་གཉིད་ཀ་ཉན་དུས་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་རེད་ཟེར་གི་རེད། ད་ནི་ང་རང་ཚོ་ང་རང་ཚོ་བཤད་དུས་གོ་ལ་མཛོད་ནས་བཤད་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་དེ་ལ་ཉན་དུས་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པ་དང་སོ་སྐྱེས་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཟེར་ལབ་གི་ཡོད་རེད་དེ་ཁོས་ཟེར་འདི་རིགས་མི་འདུག་གཉིད་ཀ་ཉན་དུས་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་རེད་ཟེར་གི་རེད་ཁྱེད་ཚང་མཛོད་ནས་བཤད་པའི། ཕྱི་མ། ཉན་ཐོས་མངོན་དུ་གྲུབ་པའི་ཚོགས་ན་སྤྱོད་པ་དང་མཛོད་ནས་ཤེས་པའི་སོ་སྐྱེ་མངོན་དུ་གྲུབ་པའི་ཚོགས་ན་སྤྱོད་པའི་གཉིས་ཀའང། ཉན་ཐོས་མངོན་དུ་གྲུབ་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཡིན་ཏེ། སྒྲུབ་བྱེད། མངོན་པ་མཛོད་རང་འགྲེལ་ལས། རང་སངས་རྒྱས་ནི་རྣམ་པ་གཉིས་ཏེ། རང་སངས་རྒྱས་ལ་དབྱེ་ན་རིགས་མ་འདྲ་བ་གཉིས་ཡོད། ག་གི་རེད་ཟེར་ན། དེ་ནི། ཚོགས་ཤིང་སྤྱོད་པ་ཚོགས་ཤིང་སྤྱོད་པ་ཟེར་ན་མཉམ་དུ་ཚོགས་ནས་མཉམ་དུ་དེ་ནས་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་མཐུན་པར་སྤྱོད་མཁན་རང་སངས་རྒྱས་གཅིག་ཨ་ནི། བསེ་རུ་ལྟ་བུ་ཟེར་ན་བསེ་རུ་དང་བསེ་རུ་དང་བསེ་རུ་ནང་བཞིན་གཅིག་པུར་བསྡད་མཁན་གྱི་རང་སངས་རྒྱས་བཅས་གཉིས་ཡོད་རེད། དེ་ལ་དེའི་ནང་ནས། ཚོགས་ཞིང་སྤྱོད་པའི་རང་སངས་རྒྱས་ནི། ཉན་ཐོས་ཀྱི་རིགས་ཅན་དུ་གྱུར་པ། ཉན་ཐོས་ཀྱི་རིགས་ཅན་གྲང་རེག་བྱེད་པ། ཉན་ཐོས་ཀྱི་རིགས་ཅན་དུ་གྱུར་པ་སྔོན་དུ་རང། ཉན་ཐོས་ཀྱི་རིགས་ཅན་དུ་གྱུར་པ། སྔོན་དུ་སྤྲོས་པའི་རང་རྒྱལ་བའོ། ཉན་ཐོས་སྔོན་མ་ཉན་ཐོས་རིགས་ཅན་ཡིན་མཁན་ད་ལྟ་རང་སངས་རྒྱས་ཏེ་ཕྱག་བཟང་བ་དེ་རེད་གསུངས་འདུག།

དེ་ཉན་ཐོས་སྔོན་འགྲོ་ཟད་པའི་ཉན་ཐོས་ཡིན་ན་འཕགས་པ་ཡིན་པས་ཁྱབ་པ་རེད། དེ་ནས། ཉན་ཐོས་ཀྱི་རིགས་ཅན་ཡིན་ན་འཕགས་པ་ཡིན་པས་ཁྱབ་པ་ཡིན་པར་འབད་ཁག་ཁག་རེད་དོན་རེད་ཁོས་ཟེར་གྱི་རེད་བ་ད་འདྲ་དེ་སྒྲུབ་བྱེད་འདི་རེད་ཉན་ཐོས་ཀྱི་རིགས་ཅན་དུ་གྱུར་པ་སྔོན་དུ་འགྲོ་བའི་རང་རྒྱལ་པའོ་ཟེར་དུས། ནི། ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་ཚར་བས། སྔོན་མ་ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་ཚར་བས། ད་ལྟ་རང་རྒྱལ་ཡིན་མཁན་དེ་ད་ལྟ་རང་སངས་རྒྱས་ཡིན་མཁན་དེ་རེད་ཅེས་གསུངས་པའི་ཕྱིར་རོ་ཟེར་བ་རེད། འདི་ཁྱབ་པ་ཡོད་མ་རེད་ཟེར་བ་རེད། འདི་ཁྱེད་རང་གི། ཚིག་ཙམ་ལ་ཁྲིད་འདུག་ཟེར་བ་རེད། ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་ན་ཉན་ཐོས་རིགས་ཅན་ཉན་ཐོས་སྔོན་འགྲོ་ཚོ་ན་ཡོད་རང་སངས་རྒྱས་ཡིན་པས་ཁྱབ་པ་ཡོད་མ་རེད་ཟེར་བ་རེད། ག་རེ་ཟེར་ན་ཉན་ཐོས་སྔོན་འགྲོ་ཞེས་པའི་ཉན་ཐོས་ཀྱི་དོན་དག་ཁྱེད་རང་ཧ་མ་གོ་བ་རེད་ཟེར་བ་རེད། ད་ཡིན་ན་དེ་འདྲ་ཡིན་ན་ཁྱབ་པ་དེ་འདྲ་ཡོད་ན་རྟགས་གསལ་འདི་ཡིག་ཚིག་པོ་རེད་ཟེར་བ་རེད། འོ་ན་སྲིད་པ་ཐ་མལ་པའི་རྟེན་ལ། སྲིད་པ་ཐ་མལ་པའི་རྟེན་ལ་ཟེར་དུས། འཁོར་བའི་ལུས་རྟེན་ཐ་མ་དེའི་སྐབས་སུ་ཟེར་བ་རེད། སྲིད་པ་ཐ་མལ་པའི་རྟེན་ལ་ཟེར་འཁོར་བའི་ལུས་རྟེན་ཐ་མ་དེའི་སྐབས་སུ། ཨ་ནི་རྒྱུ་ལམ་བཟོད་པ་ཆེན་པོ་ནས། ཟད་མི་སྐྱེ་མི་སློབ་རྣམས་ཀྱི་བར་གྱི་འབྲས་བུའི་རྟོག་པ་རྣམས། བསྐྱེད་པར་བྱ་བ་བསྐྱེད་ཐུབ་མཁན་གྱི་བསྐྱེད་པར་བྱ་བ།

ད་འདི། སོ་སྐྱེ་སྔོན་དུ་སྔོན་དུ་འགྲོ་བ་དེ་རེད་འདིའོ་རེད་བྱས་ཙང་དེ་རེད་བ། སྲིད་པ་ཐ་མལ་བའི་རྟེན་ལ་ཟེར་དུས། འཁོར་བའི་ལུས་རྟེན་ཐ་མའི་སྐབས་སུ། སྦྱོར་ལམ་བཟོད་པ་ཆེན་པོ་ནས་བཟུང་ནས་ཟད་མེད་ཀྱི་མི་སློབ་ལམ་གྱི་བར་གྱི་རྟོག་པ་རྣམས་བསྐྱེད་པར་བྱ་བ། རྟོག་པ་རྣམས་དེ་ནས་སྐྱེད་མཁན་གྱིས་རང་སངས་རྒྱས་ཆོས་ཅན།

ད་འདིར་འཛུལ་ནས་ཤེས་པའི་ཚོགས་ན་བཅུ་པའི་རང་རྒྱལ་ཡིན་ན་ཉན་ཐོས་སྔོན་འགྲོ་འགྲོ་ཡིན་པས་ཁྱབ་པ་ཁྱེད་རང་གིས་ཁས་བླངས་པ་རེད་ཟེར་བར་ད་འདོད་ན་ཟེར་དུས་ཉན་ཐོས་སྔོན་འགྲོ་འགྲོ་ཡིན་པ་ཐག་ཆོད་འདོད་དོ་ཟེར་བ་ཡིན་ན་ཟེར་བར་གཅིག་གིས་ཐོགས་པའི་རྟེན་ལ་འོ་ན། སྐྱེ་བ་གཅིག་གིས་ཐོགས་པའི་རྟེན་ལ་སྟེ་འོ་ན་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ། དེ་ནས་ད་ཆོས་ཅན་དེ་ལ་འོ་ཆོས་ཅན་དེ་རང་ཅག་རེད། ཆོས་ཅན་དེ་ཁྱེད་འོ་རེད། དེ་ནས་སྲིད་པ་ཐ་མལ་བའི་གཏེར་ལ། བཟོད་ཆེན་ནས་བཟུང་ནས་མི་སློབ་ལམ་གྱི་རྟོག་པ་ཐམས་ཅད་སྐྱེད་པར་བྱེད་པའི་རང་སངས་རྒྱས་ཆོས་ཅན། ཁྱོད། སྐྱེ་བ་གཅིག་གིས་ཐོགས་པའི་རྟེན་ལ། སྐྱེ་བ་གཅིག་གི་སྐབས་སྐྱེ་བ་གཅིག་ཐོགས་པའི་ལུས་རྟེན་གྱི་སྐབས་སུ། དགེ་སྦྱོང་གི་ཚུལ་གྱིས་འབྲས་བུ་དང་པོ་གཉིས་གང་རུང་མངོན་དུ་བྱས་པ་མཐའ་སློབ་སྟེ། དེ་ནས། རྒྱུན་ཞུགས་འབྲས་གནས་དང་ཕྱིས་རུང་འབྲས་གནས། གང་རུང་ཐོབ་པ་དག་གསོལ་བ་གང་རུང་ཐོབ་པ་དག། ཁྱོད་ཉན་ཐོས་མངོན་དུ་གྲུབ་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཡིན་པར་ཁས་བླངས་པའི་ཕྱིར་གསོལ་བ་འདོད་ན། དེ་ནས་ཟོལ་ཅན་ནས་བཟུང་ན་མི་ལོ་རྣམས་ཀྱི་བར་གྱི་རྟོགས་པ་ཐོབ་པ་མཛོད་ནས་དངོས་སུ་གསུངས་པ་དང་འགལ་གསོལ་བ་རེ། དེ་རེ་རེ་བྱས་ཙང་དེ་ཡིན་དུས། ཉན་ཐོས་མངོན་དུ་གྲུབ་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཟེར་དེ་ལ། ཉན་ཐོས་དེར་ཉན་ཐོས་འཕགས་པ་ལ་བཤད་དགོས་རེད་མ་གཏོགས་ཉན་ཐོས་ཚང་མ་ལ་བཤད་གི་ཡོད་མ་རེད་བྱས་ཙང་ཁྱབ་ན་དེ་འདྲ་རེད་ཟེར་བར་ཁྱབ་ན་དེ་འདི་རེད། ད་དེ་རེད་བ་ང་རང་ཐང་རྒྱུད་དེ་འདྲ་བ་དེ་ལ་ཁོ་ན་རེད་ཟེར་བ་ད་ང་ཚོས་ཐང་རྒྱུད་དེ་ཁོས་མ་ཁྱབ་ཟེར་གི་རེད་ད་ཡང་དེ་ཁོས་མ་ཁྱབ་ལན་སྤྲད་བར་དེ་ལ་ཁོ་ན་རེད་ཟེར་གི་རེད་ད་ཁོས་སྒྲུབ་གི་ཡོད་རེད་ད་འདྲ་དེ་གང་ལྟར་ཁོ་གང་ལྟར་ཉན་ཐོས་སྔོན་དུ་སོང་བ་མ་རེད་བས་ཟེར་གི་རེད། ཁོས་གིས་ཟེར་གི་རེད་བ་ད་ཁྱེད་རང་གི་ཐང་རྒྱུད་དེ་ལ་ཁྱབ་པ་མི་འདུག་ཟེར་བ་རེད། གང་ལྟར་ད་འདྲ་དེ་གང་ལྟར་དེ་འདྲ་རེད།

ད་ལྟ་དེའི་ཚོགས་ན་སྤྱོད་པའི་སོ་སྐྱེས་སྔོན་དུ་འགྲོ་བས་དེ་ནས་སོ་སྐྱེས་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཟེར་མཁན་དེས། ཉན་ཐོས་སྔོན་འགྲོར་འགྲོ་རེ། ག་རེ་ཟེར་ན་ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་ཚར་བ་ཡིན་པའི་ཕྱིར། སྔོན་དུ་ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་ཚར་བའི་ཕྱིར་ཟེར་དགོས་རེད། འདི་ཁྱབ་པ་ཡོད་མ་རེད། སྔོན་དུ་ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་ན།

ཁྱོད་ཉན་ཐོས་སྔོན་སོང་ཡིན་ཏེ། ཁྱོད་ཉན་ཐོས་སྔོན་དུ་འགྲོ་བའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཡིན་ཏེ། ག་རེ་རྒྱུ་མཚན། སྐྱེ་བ་གཅིག་གིས་སྐྱེ་བ་གཅིག་གིས་ཐོགས་པ་མེད་བྱེད་དུ། དེ་ནས། སྐྱེ་བ་གཅིག་གིས་ཐོགས་པའི་ལུས་ཅན་གྱི་སྐབས་སུ། སྐྱེ་བ་གཅིག་གིས་ཐོགས་པ་མེད་བྱེད་དུ་སྟེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་ལྡན་གྱི་སྐབས་སུ། ཉན་ཐོས་ཀྱི་རིགས་ཅན་སྔོན་དུ་སོང་བར་བྱེད་པའི་རང་སངས་རྒྱས་ཡིན་པའི་ཕྱིར། ཉན་ཐོས་ཀྱི་རིགས་ཅན་ཡིན་མཁན་གྱིས་ད་ལྟ་རང་སངས་རྒྱས་དེ་ཡིན་པའི་ཕྱིར་སྲིད་དགོས་རེད་དེ་ཁྱབ་པ་ཡོད་མ་རེད། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་ཉན་ཐོས་ཀྱི་རིགས་ཅན་ཡིན་མཁན་གཅིག་ནི་འབྲས་བུ་དགྲ་བཅོམ་ཐོབ་ན། ཉན་ཐོས་སྔོན་འགྲོ་རུ་འགྲིམས་པའི་ཁྱབ་པ་ཡོད་མ་རེད་ཡང་ཁོས་སྲིད་དགོས་རེད། དེ་ནས་ཚང་མ་སོ་སྐྱེ་སྔོན་འགྲོ་རུ་ཆགས་འགྲོ་དགོས་རེད་ཁོས་སྲིད་དེ་ཆོས་ཅན། ང་རང་ཚོ་ཐང་རྒྱུད་དེ་ལ་མ་ཁྱབ་སྲིད་དགོས་རེད་ག་རེ་ཟེར་ན། དེའི་ཆོས་ཅན་ནི་སྲིད་ན་སྲིད་པ་ཐ་མལ་པའི་རྟེན་ལ་བཟོད་སྦྱིན་ནས་བཟུང་ནས་མི་སློབ་རྣམས་ཀྱི་བར་དུ་རྟོག་པ་སྐྱེ་དགའི་རང་སངས་རྒྱས་དེའི་ཆོས་ཅན། ཁྱོད་ཉན་ཐོས་སྔོན་དུ་སོང་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཡིན་ཏེ། སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ་སྟེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ་ཉན་ཐོས་ཀྱི་རིགས་ཅན། ཉན་ཐོས་ཀྱི་རིགས་ཅན་ཡིན་མཁན། ཡིན་པ་ལ། ད་ལྟ་རང་ས་ཀྱི་ཡིན་མཁན་དེ་ཡིན་པའི་ཕྱིར་ཟེར་ན། འདི་ཁྱབ་པ་ཡང་མ་རེད་ཟེར་ཁྱབ་པ་ཡང་མ་རེད་དེ་འདྲའི་ཁྱབ་པ་ཡང་ཁྱབ་ན་ཚང་མ་སོ་སྐྱེ་མངོན་མཐོ་འགྲོ་ཆགས་འགྲོ་གི་རེད་ཟེར་བ་ཚང་མ་སོ་སྐྱེ་མངོན་མཐོ་ཆགས་འགྲོ་དེ་བ་ན། རང་ས་ཀྱི་ཡིན་ན་སོ་སྐྱེ་རང་ས་བ་ན་གཅིག་པར་ད་གཅིག་པ་གཅིག་རྐྱང་རེད་བ། སྔོན་དུ་ཉན། སྔོན་དུ་ཉན་ཐོས་ཉན་ཐོས་སྔོན་དུ་སོང་ན་ཉན་ཐོས་སྔོན་འགྲོ་སྔོན་དུ་འགྲོ་ཡིན་ན་སྔོན་དུ་སོ་སྐྱེ་ཕྱིན་པ་ཡིན་ན་སོ་སྐྱེ་སྔོན་དུ་འགྲོ་ཆགས་འགྲོ་གི་ཡོད་རེད་ཁྱབ་པ་ཡོད་མ་རེད་ཟེར་བ་རེད། འོ་ན་རང་སངས་རྒྱས་ཡིན་ན་ཆོས་བཞིན་སོ་སྐྱེ་སྔོན་དུ་སོང་པའི་ཚོགས་ན་སྤྱོད་པའི་རང་སངས་རྒྱས་ཡིན་དགོས་པ་ཐག་ཟེར་བ་རེད། སྐྱེ་བ་གཅིག་གིས་ཐོགས་པ་མེད་མཇལ་དུ་སོ་སོའི་སྐྱེ་བོ་སྔོན་དུ་སོང་བར་བྱས་པའི་རང་སངས་རྒྱས་ཡིན་པའི་ཕྱིར་འཁོར་གསུམ་ཟེར་བ་རེད། འདོད་ན། རྩ་བའི་དམ་བཅའ་ལ། དེ་ནས་བརྫུས་ནས་ཤེས་པའི་ཚོགས་ལ་སྤྱོད་པའི་རང་སངས་རྒྱས་ཡིན་ན། དེ་ནས། ཉན་ཐོས་མངོན་མཐོར་སྒྲུབ་པའི་ཚོགས་ལ་ཀྱང་རང་སངས་རྒྱས་པས་ཁྱབ་ཟེར་བའི་དམ་བཅའ་བུད་སོང་བ་རེད་ཟེར་བ་རེད། དེ་འདྲའི་རེད་བྱས་ཙང་དེ་ཡིན་དུས་ཉན་ཐོས་སྔོན་དུ་སོང་ན་ཉན་ཐོས་སྔོན་དུ་འགྲོ་བས་རང་སངས་རྒྱས་ཡིན་པས་ཁྱབ་པ་མེད་པ། ད་ལྟ། དེ་ནས་སོ་སྐྱེ་སྔོན་དུ་སོང་བས་རང་སངས་རྒྱས་སྟེང་དུ་བུད་འགྲོ་བ་རྒྱུ་མཚན་དེས་ན། ཁྱེད་རང་གིས་ཉན་ཐོས་སྔོན་དུ་འགྲོ་བའི་ཚོགས་ལ་སྤྱོད་པའི་རང་སངས་རྒྱས་ཟེར་བའི་དོན་དག་ཧ་གོ་མི་འདུག་ཟེར་བ་རེད། ག་རེ་ཟེར་ན། ཉན་ཐོས་སྔོན་དུ་འགྲོ་བའི་ཚོགས་ན་ཆུད་པ་རང་སངས་རྒྱས་ཞེས་པའི་སྐབས་ཀྱི་ཉན་ཐོས་ཟེར་མཁན་དེ། ཉན་ཐོས་རིགས་ཅན་ཚང་མ་ལ་ཟེར་གི་མ་རེད་ཉན་ཐོས་འཕགས་པ་རྒྱུན་ཞུགས་དང་ཉན་ཐོས་འཕགས་པར་ཕྱིར་འོང་ལ་ཟེར་གི་ཡོད་རེད་ཟེར་བ་རེད་དེ་ཟེར་གི་ཡོད་རེད། དེ་ཟེར་གི་ཡོད་རེད་དེ་ནས། མངོན་སུམ་ཞེས་པའི་དོན་དག་དེ་ག་རེ་ཟེར་བ་རེད་ཟེར་ན། སྔོན་དུ་འགྲོ་ཚད་ལ་ཟེར་གི་ཡོད་མ་རེད་ཟེར་སྔོན་དུ་འགྲོ་ཚད་ལ་ཟེར་གི་ཡོད་མ་རེད་སྐྱེ་བ། སྔོན་གྱི་སྐྱེ་བ་གཅིག་གི་ཐོག་པའི་རྟེན་ལ་འཇུག་པ་ཟེར་ན། དགྲ་བཅོམ་མ་ཐོབ་སྔོན་དུ། དགྲ་བཅོམ་ཐོབ་པ་ལ་སྐྱེ་བ་གཅིག་ཡོད་མཁན་གྱི་ལུས་རྟེན་དེ་ལ་སྔོན་སོང་ཞེས་པའི་དོན་དག་རེད་མ་གཏོགས་སྔོན་དུ་སོང་ཚད་ལ་གོ་བོ་ཡོད་མ་རེད་གཞུང་གི་དོན་དག་འདི་འདྲ་རེད་གསུང་རབ་ཀྱི་དགོངས་པ་དེ་འདྲ་རེད་གསུང་རབ་ཀྱི་དགོངས་པ་དེ་འདྲ་ཡིན་པས་གསུང་རབ་ཀྱི་དགོངས་པ་དེ་མི་ཤིགས་ཟེར་ན་གསུང་རབ་ཀྱི་དགོངས་པ་དེ་གཏོར་མ་བཞག་རང་འཇགས་བཞག་ཞོག་ཟེར་བ་རེད་འོ་འདི་རེད། ད་གསུམ་པ་ཚོགས་གཉིས་བསགས་པའི་དུས་ཀྱི་ཁྱད་པར་གསལ་དེ་རེད། བསེ་རུ་ཀ་བ་བརྒྱ་ཡི་རྒྱུའི་ཞེས་པས་དེ་མཛོད་ཀྱི་ཕྱིར་བ་བསེ་རུ་ཀ་བ་བརྒྱ་ཡི་རྒྱུ་བསེ་རུ་ལྟ་བུའི་རང་སངས་རྒྱས་དེས། སྐལ་བ་བརྒྱ་ཡི་རྒྱུ་ཟེར་ན་སྐལ་པ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པའི་རྒྱུ་ལ་བརྟེན་ནས་ཨེ་ནི་ཁོ་འབྲས་བུ་ཐོབ་ཀྱི་ཡོད་རེད། ཞེས་པའི་སྐབས་སུ་བསེ་རུ་ལྟ་བུའི་དེ་ནས། བསེ་རུ་ལྟ་བུའི་རང་སངས་རྒྱས་ཀྱི་ཚོགས་བསགས་པའི་དུས་ཀྱི་ཁྱད་པར་དངོས་སུ་གསུངས་བསེ་རུ་ལྟ་བུའི་ཚོགས་བསགས་པའི་དུས་ཀྱི་བསེ་རུ་ལྟ་བུའི་རང་སངས་རྒྱས་ཀྱི་བསོད་ནམས་ཀྱི་ཚོགས་བསགས་པའི་དུས་ཀྱི་ཁྱད་པར་བསྐལ་པ་བརྒྱ་ཡིན་ཟེར་དངོས་སུ་གསུངས་པ་རེད། རེད་དེ། ཚོགས་ན་སྤྱོད་པའི། ཚོགས་ན་སྤྱོད་པའི་རང་སངས་རྒྱས་དཔེར་ན་གཉིད་ཡུལ་འཁོར་བ་ཉན་ཐོས་སྔོན་དུ་འགྲོ་བའི། རང་སངས་རྒྱས་དང། སོ་སྐྱེ་སྔོན་དུ་འགྲོ་བའི་དེ་ནས་རང་སངས་རྒྱས་སམ་འདི་ཉན་ཐོས་སྔོན་འགྲོ་ཞེས་པའི་ཉན་ཐོས་དང། སོ་སྐྱེ་སྔོན་འགྲོ་རུས་པའི་སོ་སྐྱེ་གཉིས་པོ་དེ། འདི་སྔོན་དུ་ཕྱིན་ཚད་ཚང་མ་ལ་གཟིགས་ཡོད་མ་རེད་དེ་སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་ཀྱི་སྐད་ཆ་རེད་དེ། དེ་འདྲའི་གཉིས་ཀྱིས་ཚོགས་བསགས་པའི་དུས་ཀྱི་ཁྱད་པར་མཛོད་རྩ་བར་བགྲང་བྱ་གཉིས་ཆ་ལས་དངོས་སུ་མ་གསུངས་ཟེར་བ་རེད། རང་ས་ནས་ཀྱང་དེ་ལྟར་གསུངས་པས། རང་ས་ནས་ཀྱང་མཛོད་དེ་ལྟར་དུ། ཚོགས་ལ་སྤྱོད་པའི་རང་སངས་རྒྱས། རང་སངས་རྒྱས་ལ་དེ་ནས་གཉིས་གསུངས་པ་རེད་ཟེར་བ་རེད། སོ་སྐྱེ་སྔོན་འགྲོ་དང་ཉན་ཐོས་སྔོན་འགྲོ་ཟེར་གཉིས་གསུངས་པ་རེད་དེ། ཡིན་ན་ཡང་གསུངས་པ་རེད་བྱས་ཙང་དེ་ཡིན་དུས་དེ་ནས། རང་ས་ནས་བཤད་པའི། ཚོགས་ལ་སྤྱོད་པའི་རང་སངས་རྒྱས། ཉན་ཐོས་སྔོན་འགྲོ་དང་སོ་སྐྱེ་སྔོན་འགྲོ་དེ་གཉིས་ཀྱི། བསོད་ནམས་ཀྱི་ཚོགས་བསགས་པའི་དུས་ཀྱི་ཁྱད་པར་ཡང་གང་ཡིན་ཞེ་ན་གཟིགས་པ་རེད། ད་འདིར། འདིར་བ། ཚོགས་སྤྱོད་གཉིས་ཀྱིས་ས་ན་ཚོགས་ན་སྤྱོད་པའི་རང་སངས་རྒྱས་ལ་མཛོད་ཀྱི་སྐབས་སུ་ཚོགས་ན་སྤྱོད་པའི་རང་སངས་རྒྱས་དེ་ལ་ཉན་ཐོས་སྔོན་དུ་འགྲོ་བས་ཚོགས་སྤྱོད་ཀྱི་རང་སངས་རྒྱས། སོ་སྐྱེས་སྔོན་དུ་འགྲོས་པའི་ཚོགས་བཅུ་རང་ས་དགེ་གཉིས་ཀྱིས་བསོད་ནམས་ཀྱི་ཚོགས་བསགས་པའི་དུས་ཀྱི་ཁྱད་པར་དངོས་སུ་མ་གསུངས་པ་རེད། འཕགས་པ་ཐོགས་མེད་ཀྱི་རང་ས་ནས་ཀྱང་མཛོད་དེ་ལྟར་དུ་ཚོགས་ན་སྤྱོད་པའི་རང་སངས་རྒྱས་ལ། དེ་ནས་གཉིས་གསུངས་པ་རེད་གཉིས་གསུངས་པ་རེད་གཉིས་གསུངས་པ་ཡིན་དུས་དེ་ནས་ཚོགས་བཅུ་ཀྱི་རང་སངས་རྒྱས་ཉན་ཐོས་སྔོན་འགྲོ་སོ་སྐྱེས་སྔོན་འགྲོ་གཉིས་ཀྱིས་བསོད་ནམས་ཀྱི་ཚོགས་བསགས་པའི་དུས་ཀྱི་ཁྱད་པར་ཡང་གང་དང་གང་ཡིན་ཞེས་ཟེར་བཅུག་ནའང་སྲིད་བ་རེད། ད་འདི་ལས་ལན་སྤྲད་པ་རེད། དེར་བ་དེར་རང་ས་ནས་བཤད་པའི་ཕྱི་མ་གཉིས་ཡིན་ས་ན། རང་ས་ནས་ལམ་བྲོས་ཚུལ་གསུམ་གསུངས་པ་ར་བ། རང་ས་ནས་ལམ་བྲོས་ཚུལ་གསུམ་གསུངས་པ་རེ་གསུམ་ན་ནས་ལམ་བྲོས་ཚུལ་ཕྱི་མ་གཉིས་པོ་དེ། ལམ་བྲོས་ཚུལ་ཕྱི་མ་གཉིས་པོ་ཡིན་དགོས་ར་བ། དཔེར་ན། སྐྱེ་བ་གཅིག་གིས་ཐོགས་པ་མན་ཆད་དུ། སྐལ་བ་བརྒྱ་ཡིག་རེ་ལ་བསོད་ནམས་ཀྱི་ཚོགས་བསགས་པ་སྔོན་དུ་འགྲོ་བར་བྱེད། དེ་ནས་དེ་ནས་དེ་ར་བ་ག་སོ་རེ། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་ལ། བཟོད་བསྒྲིམ་མན་ཆད་ཐོབ། དེ་ནས། ད་ལྟ་དེ། སྲིད་པ་ཐ་མལ་བའི་རྟེན་ལ། དེ་ནས་བཟོད་པ་ཆེན་པོ་ནས་བཟུང་ནས། མི་སློབ་ལམ་གྱི་བར་དུ་ལམ་བགྲོད་ཚུལ་གཅིག་ཡོད་རེད། ཡང་ད་ནི། སྐྱེ་བ་གཅིག་གིས་ཐོགས་པའི་ལུས་རྟེན་གྱི་སྐབས་སུ། ལུས་རྟེན་མན་ཆད་ལ་བསོད་ནམས་ཀྱི་སྐལ་བ་བརྒྱ་ཡིན་ལ་བསོད་ནམས་ཀྱི་ཚོགས་བསགས། སྐྱེ་བ་གཅིག་གི་ལུས་རྟེན་གྱི་སྐབས་སུ་དེ་ནི། འབྲས་བུ་བར་པ་འབྲས་བུ་རྒྱུན་ཞུགས་འབྲས་བུ་ཕྱི་ལོགས་ནས་གང་རུང་ཐོབ་པར་བྱེད། སྲིད་པ་ཐ་མི་བའི་རྟེན་ལ་དེ་ནི། རྒྱུན་ཕྱི་ཉོག་འབྲས་བུ་དང་དགྲ་བཅོམ་འབྲས་བུ་ཐོབ་འགྲོ་མཁན་གྱི་ལམ་གྲོལ་ཚུལ་གཅིག་ཤེས་པར་དེ་འདི་གཉིས་པོ་དེས་ཀྱང། སྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པར་བྱེད་པ་ཡིན་ཏེ། འདི་ལམ་གྲོལ་ཚུལ་གཉིས་ཀ་གིས་སྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་རེད་ཟེར་བ་རེད།

སོ་སྐྱེས་མངོན་དུ་གྲུབ་པའི་ཚོགས་རྣམས་བཅས་པའི་རང་སངས་རྒྱས་གཉིས་པོ་དེ། དེ་ནས་བསྐལ་པ་བརྒྱའི་རིགས་ལ་བསོད་ནམས་ཀྱི་ཚོགས་བསགས་པས་མ་ཁྱབ། ཟེར་བའི་བརྡ། རྗེས་འཇུག་གཅིག་པར་ཚོགས་སྤྱོད་རེ། རང་ས་ནས་བཤད་པའི་ཕྱི་མ་གཉིས་པོ་དེའང་ཚོགས་སྤྱོད་ཀྱི་རང་སངས་རྒྱས་རེ། མཛོད་ནས་བཤད་པའི་གཉིས་པོ་དེའང་ཚོགས་སྤྱོད་ཀྱི་རང་སངས་རྒྱས་རེ་སྟེ། མཛོད་ན་ཤེས་པའི་སྙིང་པོ་དེས། བསོད་ནམས་བསྐལ་པ་བརྒྱར་ཚོགས། བསྐལ་པ་བརྒྱར་ཚོགས་བསགས་པས་མ་ཁྱབ་སར་བསྐལ་པ་བརྒྱའི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པས་ཁྱབ་པ་ཡོད་མ་རེད་ཟེར་བ་རེད། ག་རྒྱུ་མཚན་ག་རེད་དེ་ཉིད་ཟེར་ན། མཛོད་ནས་ཤེས་པའི་ཉན་ཐོས་སྔོན་འགྲོ་འགྲོ་དང། སོ་སྐྱེ་སྔོན་འགྲོ་འགྲོ་བ་དེ་ཉིད་དང་པོ་ནས་རང་སངས་རྒྱས་རིག་ཅན་མ་ཡིན་པར་འདི་དང་པོ་ནས་རང་རྒྱལ་སོགས་རིག་ངེས་མ་ཡིན་པ།

དེར་མཐར་ཟེར་ན་བསྐལ་པ་བརྒྱའི་རིང་ལ་ཚོགས་བསགས་པ་སྔོན་དུ་སོང་བ་དག་ཚོགས་ན་སྤྱོད་པའི་རང་སངས་རྒྱས་པས་དེའི་ཕྱིར་ཅེས་བྱའི་ཕྱིར་ཏེ། ཚོགས་ན་སྤྱོད་པའི་རང་སངས་རྒྱས་དང་བསེ་རུ་གཏོད་པའི་རང་སངས་རྒྱས་གང་རུང་གང་ཞིག། དང་པོ། བསེ་རུ་གཏོད་པའི་རང་སངས་རྒྱས་མིན་པའི་ཕྱིར་ཏེ། དེ་ནས་ཆོས་ཅན་ཁྱོད། ཉན་ཐོས་སྔོན་དུ་སོང་ཚར་བའི་ཉན་ཐོས་སྔོན་དུ་སོང་ཚར་བའི་རིགས་ཅན་གྱི་གང་ཟག་ཡིན་པའི་ཕྱིར་ཟེར་བ་རེད། རྩ་བར་འདོད་ན་ཟེར་རྩ་བར་འདོད་ན་ཟེར་དུས་སྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་སྔོན་དུ་སོང་བ་ཐག་ཆོད་འདོད་དོ་ཟེར་བ་ཡིན་ན། ནི་གཅིག་ཅེར་བའི་རྒྱུན་ཞུགས་འབྲས་གནས་ཀྱང་ཡིན། སྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་ཡིན་པའི་གཞི་མཐུན་ཡོད་པ་ཐག་རྩ་བའི་མཐའ་འགྱུར་ལ་འདོད་ལན་སྤྲད་པས་དེའི་ཕྱིར་ཟེར་འདི་འདྲའི་སྐྱོན་ཡོང་གི་རེད་ཟེར་བ་རེད། ལན་སོང།